སྔགས་སོགས་རྣམས་ལྷན་སྐྱེས་སྒྲ་བཞིན་ལས། དེ་རིང་གཟའ་ཉི་མའི་གི། སྲིད་པ་འཁོར་ལོའི་དབང་ངོ་སྤྲོད་དེ་དེ་ནས་མ་མུ་མཐུད་ཞུ་ཆོག་པ་བྱེད། ད་ང་ཚོ་དེ་ཉིན་བྱས་ལ། སྲིད་པ་འཁོར་ལོའི་གུར་སྟེགས་བཞི་ཡིན་ན་ནི་དབུས་ཀྱི་གུར་སྟེགས།

མ་རིག་པ་ལ་བརྟེན་ནས་ད་ནི་ག་ས་ཀུན་འབྱུང་ལ་བརྟེན་ནས་སྡུག་བསྔལ་འབྱུང་ཚུལ་ཡང་ན་ཀུན་འབྱུང་ལ་བརྟེན་ནས་ད་ནི་སྡུག་བསྔལ་བདེན་པ་སྐྱེ་ཚུལ་ཟེར་ན་མི་འདུག་འདི་ཆད་ལྟ་འདི་རྒྱས་བཤད་ཀྱི་ཚུལ་དུ་ཨོ་ནི་ཡན་ལག་བཅུ་གཉིས་འདི་ལས་བྷེ་རེས་བྱེད་ད་ག་སང་ཞུས་ཟིན་པ་ཆད་ལྟ་འདི།

ད་མ་རིག་པ་མཚོན་མ་རིག་པ་མཚོན་བྱེད་དེ་ལ་ཨ་ནི་དེ་རྟེན་འབྲེལ་ཡན་ལག་བཅུ་ཡིན་གྱི་ཨ་ནི་མགུར་སྟེགས་བཞི་པའི་ནང་ན་ལོག་དེ་ལ་དང་པོ་དེ་ལ་ཨ་ནི་མིའི་ལོང་བ་གཅིག་གི་ཨ་ནི་མཁར་རྒྱུད་འཁྱེར་མཁན་མིའི་ལོང་བ་གཅིག་འདུག་ཨང་འོ་དེ་གས་ཨ་ནི་མ་རིག་པ་ཟེར་ཏེ་མ་རིག་པ་མཚོན་རེད་རྟེན་འབྲེལ་ཡན་ལག་བཅུ་གི་ནང་ནས་ཐོག་མའི་མ་རིག་པ་བྱེད། ད་དང་པོ་ལས་དང་པོ་འདི་འདྲ་ཡིན་པ་ཡིན་ན་མ་རིག་པ་ཟེར་ན་ག་རེ་ཟེར་བ་རེད་ཟེར་ཞོར་རེད་བ། དང་པོ་ང་ཚོས་རིག་པ་ཟེར་ཏེ་མཁྱེན་པ་ཡིན་པ་ཡིན་ན་མ་རིག་པ་ཟེར་ཏེ་མདོ་ཕྱོགས་མཁྱེན་གྱི་རེད་ནམ་ཁྱོད་ང་ཚོས་རིག་པ་ཟེར་ན་ཕལ་ཁའི་ཐོག་ནས་བཤད་པ་ཡིན་ན་ཤེས་པ་ཟེར་གྱི་རེད་བ། ད་ཚོ་ཁང་པའི་ཡིན་ན་ལོ་ལ་དང་དེ་དེ་ཡོང་དོ་ཨ། འོ་རིག་ད་རིག་ད་ཟེར་རབས་བཞིན་ཡོང་དོ་ཨ་ནམ་ཁྱོད། འོ་དེ་འདྲ་གཡུལ་ཁའི་ནང་ལོ་ལ་ཡོད་བ་མ་རེད་ཁང་པའི་ནང་ལོ་ནམ་ཁྱོད་ཁ་སྐད་ཡིན་ན་ལོ་ལ་འོ་རིག་ད་རིག་ད་རེད་རབས་ཟེར་གྱི་རེད་བ། ངས་ཤེས་སོ་ཤེས་སོ་ཟེར་རབས་དེ། འོ་དེ་སིག་དོ་འོ་དེ་སིག་དུས་ག་ལ་རིག་པར་ཟད་དེ་ཤེས་པའི་དོན་དག་རེད་རོ་བ་ང་ཚོས་རིག་པར་ར་རྒྱུག་རིག་ག་རིག་རིག་པར་ཟེར་ན་ཤེས་པའི་དོན་ད་དེ་ལ་གར་ཚིག་བྱ་བྱེད་ཨ་ནི་ཤེས་པ་དེ་གང་ལ་གར་ཚིག་མ་དེ་བྱ་བ་ཡིན་པ་ཡིན་ན་ཨ་ནི་མ་ཤེས་པ་ཟེར་དེ་ཆགས་པ་དེ་ཡིན་དུས་ག་ལ་མ་རིག་པར་ཟེར་དུས་ག་ལ་མ་ཤེས་པར་བྱེད་ཚིག་ཁ་རྡུང་ལ་ཨ་ནི་གོ་རང་ཐོག་ནས་འགྲེལ་བཤད་རྒྱོབ་པ་ཡིན་ན་མ་རིག་པར་ཟེར་དེ་མི་ཤེས་པ་ཟེར་བྱེད། ད་དེ། དེ་ཚིག་རང་མྱོང་བ་དང་དེ་ཆད། ད་དེ་ལས་གཏིང་བཟོ་བྱེད་ཅེས། སྒྲོབ་ཡིན་པ་ཡིན་ན་མ་རིག་པ་བསལ་ཏེ་མ་ཤེས་པ་ཙམ་མ་ཡིན་པར་ཤེས་པ་ལ་གེགས་བྱེད་མཁན་གཅིག་ལ་མ་རིག་པ། མ་རིག་པའི་ཁོ་རང་དོན་དངོས་གནས་དེ་མ་ཤེས་པ་ཙམ་མ་ཡིན་པར་མ་ཤེས་པ་མ་ཟད་ཤེས་པ་ལ་གེགས་བྱེད་པ། འོ་དེ་འདྲའི་ཤེས་པ་ལ་གེགས་བྱེད་མཁན་གྱི་སེམས་བྱུང་བྱེད་ལ་ཨ་ནི་མ་རིག་པ། དེ་ཡིན་དུས་ག་ལ་རང་ཡུལ་ལ་རྨོངས་པའི་རྣམ་པས་འཇུག་པ་སོ་དུས་ག་ལ་རྨོངས་པ་སོ་དུས་ག་ལ་མི་ཤེས་པ། མི་ཤེས་པར་བྱེད་པའི་གི་རྣམ་པས་འཇུག་པར་བྱེད་པ། འོ་དེ་སོ། དེ་ཡིན་དུས་ག་ལ་མ་རིག་པའི་གི་དོན་དག་དེ་ག་རེ་དང་རང་ཡུལ་ལ་རྨོངས་པའི་རྣམ་པར་རྣམ་པས་འཇུག་པར་བྱེད་པའི་སེམས་བྱུང་དེ་ཨ་ནི་མ་རིག་པའི་གི་ཨ་ནི་གོ་དོན་རེད། ཅེས་རོ། འོ་དེ་ཕྱིར་དེ་ཡིན་དུས་ཡན་ལག་བཅུའི་ནང་གི་དང་པོ་མ་རིག་པ། མ་རིག་པ་ལ་ཨ་ནི།

འོ་རེད་ད་ནི་ཡང་དང་འདི་ཞུས་ཡིན་པ། འོ་དེ་རེད་དེའི་མདུད་ག་ལ། ད་འདི་འདིའི་འདིར་གསུང་ཡིག་གི་མ་རིག་པ་སེལ་ཞོར་རྟེན་འབྲེལ་ཡན་ལག་བཅུའི་ངེས་ནང་ཚན་དུ་གྱུར་པའི་གཙོ་བོའི་མ་རིག་པ་དེ་ནི། བདག་མེད་པ་ལ་རྨོངས་པའི་མ་རིག་པ། བདག་མེད་པ་མི་ཤེས་པ་མ་ཟད་བདག་མེད་པ་ཤེས་པ་ལ་གེགས་བྱེད་པ། བདག་མེད་པ་ལ་རྨོངས་པར་འབྱེད་པར་བྱེད་པ། ངོ་བོ་དེ་འདྲའི་ཆེད་ལ་མི་ཤེས་པར་བྱེད་པ་བྱེད་པ། མི་ཤེས་པར་བྱེད་པ་བྱེད་པའི་སེམས་བྱུང་ཆེད་ལ་ཨ་ནི། མ་རིག་པ་ཟེར་ནས་ཡན་ལག་བཅུ་གཉིས་ནང་ཚན་བསྐྱོད་པའི་གཙོ་བོའི་མ་རིག་པ་དེ་ཨོ་དེ་འདྲའི་ཆེད་རེད། གང་ཡིན་ཟེར་ན་ཡན་ལག་བཅུ་གཉིས་ནང་ཚན་བསྐྱོད་པའི་མ་རིག་པ་ཟེར་ཏེ་གཙོ་བོ་དེ་གང་ཟག་གི་བདག་ཏུ་འཛིན་པའི་བདག་འཛིན་རེད། གང་ཡིན་ཟེར་ན། ང་ཚོ་འཁོར་བ་འཁོར་གཅིག་གི་ད་ང་ཚོའི་ད་འདི་བདེ་གཅིག་བཞུགས་ཡིན་པ། སྲིད་པ་འཁོར་ལོའི་གི་ཨ་ནི་གུར་སྟེགས་བཞི་ཡོད་པའི་ནང་ནས་ཨ་ནི་དབུས་ཀྱི་གུར་སྟེགས་ད་གཙོ་བོ་འདྲ་བོ་དེ་རྩ་བ་འདྲ་བོ་དེ་དབུས་ཀྱི་གུར་སྟེགས་དེ་རེད། དབུས་ཀྱི་གོ་ཐིག་དེའི་ནང་ལོགས་ནས་བྱ་ཕག་རིགས་གསུམ་བྱ་བཅས་འཕགས་པ་བཅས་འབྲུ་གསུམ་ཡོད་པའི་ནང་ནས་དང་པོ་དེ་སུ་རེད་དོ་འཕགས་པ་དེ་རེད་དོ་འཕགས་པ་དེ་ང་ཚོ་མ་རིག་པ་ཡིན་པ་དེའི་གོ་དོན་ག་རེད་ཟེར་ན། ཁོའི་གི་རྩ་བ་ཡོད་ནི་མེད་ནི་དེ་རྩ་བ་དང་པོ་དེ་མཐར་ཐུག་ས་དེ་མ་རིག་པ་རེད་དེ་སུ་བ་རེད་ད་དེའི་སྐོར་གྱི་མ་རིག་པ་ཟེར་དེ་དག་ཏུ

ཨ་ནི་ཁོལ་གྱི་འཛིན་པ་ནང་བཞིན་གྱིས་ཁོལ་གྱི་ལྟ་སྟངས་དེ་མ་རིག་པ་སའི་ཁོལ་གྱི་འཛིན་སྟངས་དེ་ཁོལ་གྱི་ཞེན་པ་དེ་ཁོལ་གྱི་ལྟ་སྟངས་དེ་ནོར་བ་ཡིན་པ་འཁྲུལ་བ་ཡིན་པ་ཅིག་ཤེས་པའི་ཐོག་ནས་ཨ་ནི་འཛིན་པ་དེ་མེད་པ་སོགས་རེད་རོ། དེ་ཡིན་དུས་གང་ལ། དང། གང་ཟག་གི་སྟངས་འཛིན་གྱིས་འཛིན་པའི་གྱི་འཛིན་པ་དེ་མེད་པར་བཟོ་བ་ལ་དེ་གྱི་འཛིན་པ་ནང་བཞིན་གྱིས་མེད་པ་ཤེས་དགོས་རེད་དཔེར་ན།

དེ། འབྲུའི་མ་ཡིན་པ་ཧ་གོ། འབྲུའི་དགྲ་བོ་དེ་འབྲུའི་རྫུན་མ་དེ་འབྲུའི་མ་ཡིན་པ་ཧ་གོ་སོང་ན། ཨོ་འདི་ལ་འབྲུའི་འདུག་བསམ་པས་ཀྱི་ནི། བློ་དེ་དང་བློ་དེའི་དབང་གིས་ཞེ་སྣང་སྐྱེས་བསྡད་པ་དེ་མེད་པ་ཆགས་འགྲོ་གོ། དེ་ནང་བཞིན་བྱས་ནས་གང་ཟག་གི་བདག་མེད་པ་ལ་གང་ཟག་གི་བདག་ཏུ་གྲུབ་པ་རེད་ཤག་སྙམ་དུ་གང་ཟག་གི་བདག་ཏུ་གྲུབ་པ་འཛིན་པས་ཀྱི་འཛིན་པ་དང་དེའི་དབང་གིས་ནི་བྱུང་བས་ཀྱི་ད་ནི། ག་སོར་དང། འཇིགས་པ་འདི་སྐད། གང་ཟག་གི་བདག་འཛིན་དབང་གིས་བྱུང་འོས་ཀྱི་ཨ་ནི་སྡུག་བསྔལ་དེང་རེས་མེད་པར་བཟོ་བ་ལ་ཁོས་འཛིན་པ་ནང་བཞིན་ཅིག་མེད་པར་ཧ་གོ་བ་རེད། དེ་ཡོད་དེ་འདུག་ག་ལ་བདག་མེད་པར་མཐོང་བ་རེད་ཟེར་དེ་རེད། འོ་དེ་ཆད། ཤེས་སོང་ཨ། དེ་ནས་ཨ་ན་ཅི་དང་མ་རིག་པ་ཟེར་དེ་ལ་ཟེར་ན་ངས་ཅི་རིགས་མ་རིག་པ་ལ་ལས་འབྲས་ལ་རྨོངས་པའི་མ་རིག་དང་དེ་ཁོ་ན་ཉིད་ལ་རྨོངས་པའི་མ་རིག་པ་གཉིས་ཡོད་རེད། དཔེར་ན་ལས་འབྲས་ལ་རྨོངས་པའི་མ་རིག་པ་ཟེར་དུས་ཀ་ལ་ལས་རྒྱུ་འབྲས་ཇི་མ་ཇི་བཞིན་མི་ཤེས་པར་རོ། ལས་འབྲས་ལ་སྨོད་པའི་མ་རིག་པ་ཟད་དེ་ཧོ། དེ་འདི་འདྲས་ཡོད་རེད་ད། བྱང་ཆུབ་སེམས་དཔའ་ཨ་ནི་ས་བཅུ་བ་དང་དེ་འདྲས་ལེགས་པའི་ཨ་ནི་རྟོགས་པ་མཐོ་བོ་ལ་ཡོད་ངེས་དེ་འདྲས་ལ་ཡོད་ཟེར་དགོས་རེད་ལས་འབྲས་ཕྲ་ཞིག་ཕྲ་བ་ལ་སྨོད་པ་ཟེར་དགོས་རེད་ད་ཡང། ཅིག་ད་ལས་འབྲས་སྨོད་པ་ཟེར། ལས་འབྲས་ཕྲ་ཞིག་ཕྲ་བ་ལ་སྨོད་པ། ད་ལས་འབྲས་ལ་སྨོད་པ་ཟེར་དུས་ག་ལ་རྒྱུ་དགེ་བ་ལ་བརྟེན་ནས་ཨ་ནི། འབྲས་བུ་བདེ་བ་འབྱུང་ཚུལ་ལ་རྨོངས་པ། རྒྱུ་མི་དགེ་བ་ལ་བརྟེན་ནས་འབྲས་བུ་སྡུག་བསྔལ་འབྱུང་ཚུལ་ལ་རྨོངས་པ། འོ་དེ་འདྲས་ཀྱི་རྣམ་གཞག་ལ་རྨོངས་པ་དེ་ལ་ལས་འབྲས་ལ་རྨོངས་པ། དེ་ཁོ་ན་ཉིད་ལ་རྨོངས་པའོ་སེ་འདུས་ག་ལ་དག་ན། དེ་ཁོ་ན་ཉིད་སེ་འདུས་ག་ལ་གང་ཟག་གི་བདག་མེད་པ་དང་ཆོས་ཀྱི་བདག་མེད་པ་གཉིས་ལ་རྨོངས་པ། གང་ཟག་གི་བདག་ཏུ་འཛིན་པའི་བདག་འཛིན་དེ་གང་ཟག་གི་བདག་མེད་པའི་དེ་ཁོ་ན་ཉིད་ལ་རྨོངས་པ། ཆོས་ཀྱི་བདག་ཏུ་འཛིན་པའི་གྱི་འཛིན་པ་དེ་ཆོས་ཀྱི་བདག་མེད། ཆོས་ཀྱི་བདག་མེད་པ་ལ་རྨོངས་པའི་རྨོངས་པ་ཟེར་འོ་དེ་འདྲས་རེད། འོ་དེ་ཡིན་དུས་ག་ལ་ད། འོ་དེ་རེད་དེ་ཡིན་དུས། མིའི་ལོང་བ་དེ་གས་ག་རེ་བྱེད་གི་རེད་ས་ཁོ་ལག་འགག་འཐུང་གི་ཡོད་མ་རེད་པ། ཁོ་ལ་ལག་པ་དང་རྐང་པ་ཚང་མ་ཡོད་རེད་ཡིན་ནའང་ནང་འགག་འཐུང་གི་མེད་ཡིན་དུས་ག་ལ་རང་འགྲོ་འདོད་སའི་གི་གནས་དེ་ལ་འགྲོ་ཐུབ་གི་ཡོད་མ་རེད་རེད་བ། དེ་ཡིན་དུས་ག་ལ་ཨ་ནི་མི་མ་རིག་པ་དེ་མིའི་ལོང་བ་དང་གཅིག་པ་རེད། གང་ཡིན་ཟེར་ན་དངོས། མིའི་ལོང་བ་དེ་གིས་སོ་སོའི་གི་འདོད་པའི་ལམ་དེ་མཐོང་ཐུབ་ཀི་མེད་པ་ནང་བཞིན་མ་རིག་པའི་དེའི་དབང་གིས་ཆོས་ནང་གི་གནས་ལུགས་ངོ་མ་དེ་མཐོང་ཐུབ་ཀི་ཡོད་མ་རེད། མཁྱེན་སོ་འོ་དེ་བྱས། འོ་དེ་བྱས་ད་མ་རིག་པ་ཟེར་ད་མ་རིག་པ་དེའི་དབང་གིས་ལས་བསགས་ཀི་འོ་ད་ལས་དེ། ལས་དེ་ག་རེད་ཟེར་ན་གཉིས་པ་འདུ་བྱེད་ཀི་རྟེན་འབྲེལ་ཟེར་དེ་ལས་དེ་རེད། དགེ་སོང་དང་དང་པོ་དེ་མ་རིག་པ་བྱས་དེ་ཀུན་སློང་བྱས། ཀུན་སློང་མ་རིག་པའི་ཀུན་སློང་དེ་ཀུན་ནས་བསླངས་ནས་ལས་ག་རེ་བསགས་དགོས་རེད་ཟེར་ན་འདུ་བྱེད་ཀྱི་ལས་བསགས་དགོས་རེད། འདུ་བྱེད་ཀྱི་ལས་ཟེར་ཀུན་འདིའི་ཁོག་གི་འདུ་བྱེད་ཀྱི་ལས་དེ་འཁོར་བ་ལ་སྐྱེད་བྱེད་ཀྱི་ལས་ལས་ལ་མང་པོ་ཡོད་རེད། འཁོར་བ་ལ་སྐྱེད་བྱེད་ཀྱི་ལས། འཁོར་བ་ལ་སྐྱེད་པའི་རྗེས་ལ་འཁོར་བའི་སྐྱེད་ཚར་བའི་རྗེས་ལ་དེ་གཅིག་གི་ལུས་རྟེན་དེ་གང་ལ་ཚིག་ཚ་བ་ན་བ་ཡང་ན་གཅིག་གིས་སྤྲོ་ན་དགའ་བོ་སྐྱེས་བུ་ཉོན་ཡོད་ཀྱི་འོ་དེ་ལས་འདྲ་མ་འདྲ་ཡོད་རེད་དེ་ཡིན་དུས་གང་ལ་ཕན་པར་བྱེད་པའི་ལས་དང་རྫོགས་པར་བྱེད་པའི་ལས་ཟེར་གཉིས་ཡོད་རེད་འདིའི་སྐོར་གྱི་ཕན་པར་བྱེད་པའི་ལས་ཟེར་ན་སྐྱེ་བོ་ཕན་པར་བྱེད་པ་སྐྱེ་བོ་འདྲེན་པར་བྱེད་པ་འོ་དེ་འདྲའི་ཅིག་ལ་ཟེར་གྱི་རེད་བ། འོ་དེ་འདིའི་སྐོར་གྱི་འདུ་བྱེད་ཟེར་དུས་གང་ལ་སྐྱེ་བོ་ཕན་བྱེད་ཀྱི་ལས་བྱེད་རེད་བ་འདུ་བྱེད་ད། སྐྱེ་བོ་ཕན་ཆད་ཀྱི་ལས་འདི་གི་མཚོན་དོན་དེ་ལ་ག་རེ་བྲིས་ཡོད་རེད་ཟེར་ན་འདི་ལ་བཟང་མཁན་རྫ་བཟོ་མཁན་ཅིག་བྲིས་ཡོད་རེད་ཁྱེད་ཚོའང་བཟང་མཁན་ཅིག་རྫ་བཟོ་མཁན་ཅིག་འདུག་བ་རྫ་མཁན་དེ་དང་འདི་དང་གཅིག་པ་རེད་ཟེར་ལོ་ད་ག་ས་རེད་འདུག་གཅིག་གི་ལས་དེ་ག་འདྲས་རེད་ཟེར་ན་རྫ་བཟོ་ལྟ་ག་འདྲས་བཟོས་མ་བཟོས་ཞོར། དཔེར་ན་རྫ་ཡི་བུམ་པ་ཅིག་བཟོས་པ་ཡིན་པ་ཡིན་ན། རྫ་ཡི་བུམ་པ་དེ་སྙིང་ལྕི་པོ་དང་མདོག་སྙན་པོ་དང་ཡང་ན་ཆེན་པོ་དང་ཆུང་ཆུང་གར་བཟོས་མ་བཟོས་དེ་རྫ་མཁན་དེ་གི་དབང་ལག་པར་རེད། རྫ་མཁན་དེ་གི་ཁོ་ཆུང་ཆུང་ཅིག་བཟོས་པས་ན་རྫ་དེ་ཆུང་ཆུང་ཆགས་ཀྱི་རེད་ཁོས་ཆེན་པོ་ཅིག་བཟོས་པས་ན་ཆེན་པོ་ཅིག་ཆགས་ཀྱི་རེད་ཁོས་མདོག་སྙན་པོ་ཅིག་བཟོས་ན་མདོག་སྙན་པོ་ཅིག་ཆགས་ཀྱི་རེད། སྙིང་ལྕི་པོ་ཅིག་བཟོས་ན་སྙིང་ལྕི་པོ་ཆགས་ཀྱི་རེད་དེའི་དུས་ག་ལ་རྫ་དེ་ཆེ་ཆུང། མདོག་སྙན་ངན། མདོག་བཟང་ངན། ཁ་སང་ཟོས་མ་ཟིན་བཟང་ངན་གྱི་ལག་པ་ཡིན་པ་ནང་བཞིན། ང་ཚོ་གི་ཀ་སོགས་ལ་ད་སྐྱེ་བ་ཅིག་ཡོད་རོགས། འགྲོ་བ་རིས་དྲུག་སྐྱེ་བ་ཅིག་འོ་ད་འགྲོ་བ་རིས་དྲུག་གང་དུ་སྐྱེས་མ་སྐྱེས། ངན་འགྲོ་ལ་སྐྱེས་ན་ཡིན་ན་རེད་བདེ་འགྲོ་ལ་སྐྱེས་མ་སྐྱེས་དེ་ག་ཚང་མ་ག་རེ་ལ་རག་ལས་རེད་ཟེར་ན་ཕན་བྱེད་ཀྱི་ལས་དེ་ལ་རག་ལས་རེད། ཕན་བྱེད་ཀྱི་ལས་འདི་ཨ་ནི། དགེ་བའི་ལས་ཅིག་ཡིན་པ་ཡིན་ན་ཕན་ཆད་དགེ་བའི་ལས་དེའི་དབང་གིས་བདེ་འགྲོ་ལ་སྐྱེ་གི་རེད། ཕན་ཆད་ཀྱི་ལས་དེ་གཉིས་པ་འདུ་བྱེད་ཀྱི་ལས་དེ་མི་དགེ་བ་ཅིག་ཡིན་པ་ཡིན་ན་འདུ་བྱེད་ཀྱི་ལས་མི་དགེ་བ་དེའི་དབང་གིས་ངན་འགྲོ་ལ་སྐྱེ་གི་རེད། དེ་ཡིན་དུས་ག་ལ་བཟང་པོ་ཆེ་ལ་སྐྱེ་དང་ངན་པོ་ཆེ་ལ་སྐྱེ་མ་སྐྱེ་བསལ་ཏེ་གཉིས་པ་འདུ་བྱེད་ཀྱི་རྟེན་འབྲེལ་ལ་ཐུག་པ་རེད། དེ་ཡིན་དུས་ག་ལ་བཟའ་དེ་བཟང་པོ་ཆེ་ཨ་ནུ། ཆགས་བཟའ་དེ་ངན་པོ་ཅིག་ཆགས་མ་བྱ་ཟེར་ཏེ་བཟོ་ལྟ་ངན་པོ་བཟང་པོ་ཕྱིས་ཆུང་དར་ཆགས་མ་བྱ་ཟེར་ཏེ་བཟང་རྒན་གྱི་ལག་པ་ཡིན་པ་ནང་བཞིན་ཨ་ནུའི་སྐྱེ་བོ་བཟང་ངན་གང་དུ་སྐྱེས་མ་སྐྱེས་དེ་གཉིས་པ་འདུ་བྱེད་ཀྱི་རྟེན་འབྲེལ་ལ་རག་ལས་པ་རེད། དེ་ཡིན་དུས་ག་ལ་འདུ་བྱེད་ཀྱི་རྟེན་འབྲེལ་མཚོན་བྱེད་དུ་ཨ་བཟའ་མཁན་བཟའ་བཟོ་མཁན་ཅེས་བྲིས་ཤག་རེད་མཁྱེན་སོ། ད་དེའི་ལ་དང་འདི་དེ། བཀའ་གདམས་ཕ་ཆོས་ན་ལོ་ལ་འདུ་བྱེད་དག་ནི་རྫ་མཁན་བཞིན་ཟེར་རོ་འདུ་བྱེད་དེ་ཨ་ནི་ཟ་སོགས་མེད་ན་གཅིག་པ་རེད། འོ་ན་ད་རྫ་མཁན་ཟས་དེ་ག་འདྲས་ཆེ་ལ་གཟིགས་ག་ས་འདུ་བྱེད་འདུ་བྱེད་ཟེར་ན་ག་འདྲས་ཆེ་ལ་གཟིགས་ཀྱི་རེད་ཟེར་ན་འཁོར་བར་སྐྱེ་བ་འཕེན་བྱེད་ཀྱི་ལས་ལ་ཕྱོགས་འཁོར་བར་སྐྱེ་བར་བྱེད་པའི་འཕེན་བྱེད་ཀྱི་ལས་བྱེད་ལ་གཉིས་པ་འདུ་བྱེད་ཀྱི་རྟེན་འབྲེལ་གཟིགས་ཀྱི་རེད། འདི་ལ་ནང་གསེས་ཀྱི་བསོད་ནམས་མིན་པའི་ལས་དང་བསོད་ནམས་ཀྱི་ལས་མི་གཡོ་བའི་ལས་བཅས་གསུམ་ཡོད་རེད། ལས་འདི་གསུམ་ཡོད་གང་ཟེར་ན་སྐྱེ་བོ་འཕེན་བྱེད་ཀྱི་ལས་ལས་གཉིས་པ་འདུ་བྱེད་ཀྱི་ལས་དེའི་དབང་གིས་སྐྱེ་ས་དེ་ལ་རིགས་གསུམ་ཡོད་རེད་རོ་བ། འདོད་པ་ཆེ། ཨ་ནི་གཟུགས་ཁམས་ཆེ། ཨ་ནི་གཟུགས་མེད་པའི་ཁམས་ཆེ་རོ་བ། འོ་དེ་ཆེ། ཨ་ནི། འོ་དེ་གསུམ་ཆེ་རོ་བ། ད་ཡང་ན་འདི་རེད་ཟེར། ངན་འགྲོ་སོང་ལ་མ་ཆགས་ཞེས་པ་ནི་ངན་འགྲོ་སོང་ལ་མ་སྐྱེས་མཁན་གྱི་ལས་དེ་ལ་སོ་ན་མིད་པའི་ལས་རོ། ཨ་ནི། འདོད་པའི་ཁམས་ལ་སྐྱེས་ཀྱི་ལས་དེ་ལ་སོ་ནམས་ཀྱི་ལས། དེ་ནས་ཨ་ནི། གཟུགས་གཟུགས་མེད་ལ་སྐྱེ་བ་གྱི་ལས་དེ་ལ་ཨ་ནི་མི་གཡོ་བའི་ལས། ཏིས་བསྐོར་བ་ལས་ཏིས་འཁྲུ་འགྲོ་བྱེད། བསོད་ནམས་མེད་པའི་ལས་བྱེད་བསོད་ནམས་ཀྱི་ལས་བྱེད་མི་གཡོ་བའི་ལས་བྱེད། འོ་རེད་ད། ཕལ་ཆེར་བདག་གཉིས་ས་ཡོད་དེའི་ཕྱིར། ད་འདི་གཉིས་པ་དེ། འདུ་བྱེད་ཀྱི་རྟེན་འབྲེལ་དེའོ་དེ་འདྲའི་ཕྱིར། ད་དེ་ནས་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ། རེ་བ། གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་རྣམ་ཤེས་སྤྲེའུ་ལྟ་བུ་སྟེ་རེ་བ། ཟླ་འདིས། ཡི་གེ་སྔོན་པོ་བྱེད་དོ། ཡི་གེ་སྔོན་པོ་དེ་དེ་ཅི་ཞུབས་ན་ཞེས་བྱས་ནས་ད་འདི་བཀའ་གདམས་ཕ་ཆོས་གཞུང་འདི་ཞི་ཤག་བྱེད་ནི་རེད་བཀའ་གདམས་ཕ་ཆོས་ན་བློ་ལ་རྣམ་ཤེས་དེ་སྤྲེའུ་ལྟ་བུ་རེད་གསུངས་པ་ན་ཤིང་དེའི་ཁུངས་དེ་དེ་འདུག་ག། ད་ང་ཚོ་ཁ་སང་ཞུས་པ་ན་ཤིང་བྱས། ང་ཚོའི་ནམ་རྒྱུན་བྲིས་ཀྱི་བཀའ་གདམས་ཕ་ཆོས་ཀྱི་གཞུང་འདི་ད་ཁུངས་འདུག། ད་དེ་གང་ལ་ཁུངས་ག་རེ་ཡོད་རེད་ཟེར་ན་དོ་ཡོད་ཁུངས་ཡོད་དེ་མེད་ཟེར་ཏེ་ང་ཚོས་བཙལ་རེ་བྱས་ང་དེ་ཁ་སང་ནས་ཞུས་ཡིན་པ་དེ་ཁུངས་དེ་རག་མ་སོང་ཟེར། ད་དེ་བཀའ་ཐང་ཕ་ཆོས་ཀྱི་ནང་ལོགས་ལ་ད་དེ་ཇི་ལྟར་ཆོག་ཅེས་རང་གིས་བཟུང་གི་ཁུངས་དེ་ད་དུ་བྷ་འོ་དེ་བྱས། གསུམ་པ་གནམ་གཤིས་རྟེན་འབྲེལ་དེ་སྤྲེའུ་དང་གཅིག་པ་རེད་ཟེར། ད་གནམ་གཤིས་རྟེན་འབྲེལ་ཟེར་ན་ག་རེ་བསྲེ་དགོས་རེད་ཟེར་ན། ད་དེ་རྗེས་ཉེ་ལག་བཅུའི་ནང་ནས་དང་པོ་མ་རིག་པ་ཟེར་ནི་ཀུན་སློང་དེའི་ཆེད་མཁྱེན་སོང་ཀུན་སློང་ཨ་ནི་ལས་ཀུན་ནས་སློང་ཆོག་ཀུན་སློང་མ་རིག་པ་དེའི་ཆེད། གཉིས་པ་དེ་གཉིས་པ་འདུ་བྱེད་ཀྱི་རྟེན་འབྲེལ་ཟེར་དེ་གོ་ལ་མ་རིག་པ་དེ་ཀུན་ནས་བསླངས་པའི་གི་འཕེན་བྱེད་ཀྱི་ལས་ལས་ཀྱི་ས་གི་རུ་བ་ལས་ཀྱི་འོ་རེད་མི་ཀྱི་འོ་རེད་གང་དག་རེད་འཁོར་བ་ལ་སྐྱེ་བར་བྱེད་པའི་ལས་ཀྱི་ས་གི་རེད་འོ་དེ་འདྲ་བའི་ལས་དེའི་ཆེད་གཉིས་པ་དེ། དེ་ནས་གསུམ་པ་དེ་དེ་འདྲ་བའི་ལས་དེ་ག་བ་དན་དུ་བྱ་གི་རེད་པས་ཟེར་རོ། ལས་དེས་ང་ཚོའི་གི་གཟུགས་པོ་རགས་པོ་རགས་པ་ང་ཚོའི་ཤི་འགྲོ་དུས་སྐབས་ལ་མེ་དགྲ་དང་གི་གཟུགས་པོ་རགས་པའི་སྟེང་དུ་བཞག་འགྲོ་གི་རེད་པས། ཡང་ན། ཨ་ནི་ག་རེའི་སྟེང་དུ་བཞག་གི་རེད་ཟེར་དུས་སྐབས་ལ་ང་ཚོའི་གཟུགས་པོ་རགས་པའི་སྟེང་དུ་བཞག་འགྲོ་གི་མ་རེད། གང་ཡིན་ཟེར་ན། གཟུགས་པོ་རགས་པའི་སྟེང་དུ་ཨ་ནི་ང་ཚོའི་ལས་དེ་བཞག་པ་ཡིན་པ་ཡིན་ན། ཨ་ནི་གཟུགས་པོ་རགས་པ་དེ་མེད་པ་མེ་དགྲ་བཏང་རེད་དུས་ཨ་ནི་ལས་དེ་མེད་པ་ཆགས་འགྲོ་གི་རེད་ཨ་ནི་ལས་ཆུད་ཟོས་བྱས་པ་ཆགས་འགྲོ་གི་རེད། གང་ཡིན་ཟེར་ན་བསྟན་དང་བསྟན་པར་བ་དཔེར་ན་ཅོག་ཙེ་དེ་མེད་སོང་ན། ཅོག་ཙེ་གང་བུམ་པོ་དེ་མེད་པ་ཆགས་འགྲོ་གི་རོ་བུམ་པ་ཡིན་ན་རེ་ཀ་ཡོད་ན་རེ་ཀ་རེ་ན་དེ་མེད་པ་ཆགས་འགྲོ་གི་རོ་དེ་ཡིན་དུས་ག་ལ། ལས། བཞག་ས་དེ་ལྟེམ་ཁོག་ཅིག་གོ་གི་ཡོད་རེད་གང་ཡིན་ཟེར་ན། ཁོ་བཞག་ས་དེ་ཨེ་ནས། ལས་དེ་མ་སྨིན་སྔོན་ནས་བཞག་ས་དེ་ཨེ་ནས་ཁོ། མེད་པ་ཆགས་སོང་ན་ཨེ་ནས་ལས་དེ་མེད་པ་ཆགས་འགྲོ་གི་རེད་དེ་ཡིན་དུས་ལས། ལས་བྱས་པ་ཆུད་ཟོས་པ་ཆགས་ཡ་ལ་ཉེན་ཁ་ཡོད་པ་ཡིན་དུས་ག་ལ། བདག་ལས་དེ་བཞག་ས་དེ་ག་རེ་སྟེང་དུ་བཞག་རེད་ཟེར་དུས་ག་ལ་སྐྱེ་བོ་གཅིག་ནས་གཅིག་ཏུ་འགྲོ་དེ་ངས་ང་ཚོའི་གི་རྣམ་ཤེས་ཟེར་དུ་བ་མིང་གི་རྣམ་ཤེས་ཟེར་སྐྱེ་བོ་སྔ་མ་ནས་འདི་ནས་འདི་ནས་ཕྱི་མར་འགྲོ་དེ་ང་ཚོའི་གི་རྣམ་ཤེས་བཅོས་བར་བའོ་དེ་རྣམ་ཤེས་ཀྱི་སྟེང་དུ་བཞག་པ་རེད་དེ་འདྲ་བའི་ལས་བཞག་མ་ཐག་པའི་གི་རྣམ་ཤེས་དེ་ལ་རྣམ་ཤེས་ཀྱི་རྟེན་འབྲེལ་ཟེར་བ་རེད་ཁྱེད་གསུང་བ་རྣམ་ཤེས་ཀྱི་རྟེན་འབྲེལ་ཟེར། ད་ནམ་ཞིག་རྟེན་འབྲེལ་དེ་སྤྲེའུ་དང་གཅིག་པ་རེད། སྤྲེའུ་དང་གཅིག་པ་ཡིན་ད་ག་རེད་ཟེར་ན་དེ་གང་ཚོད་སྤྲེའུ་དེ་ནམ་རྒྱུན་ག་འདྲས་འཁྲུག་གི་རེད། ཤིང་སྡོང་གཅིག་ནས་གཅིག་ལག་པ་བསྐྱོད་དེ་ནས་གཅིག་འཕྱང་དེ་ནས་གཅིག་འཕྱང་དེ་རེད་ཟེར་ནས། སྤྲེའུ་གཅིག་རང་ཡིན་པ་ཡིན་ན་ཡང་ཁོས་ཤིང་སྡོང་འདྲ་མང་འདྲེས་ཀྱི་ཡལ་ག་འཇུས་ནས་དེ་འདྲས་ཟེར་ནས་ཕར་ཚུར་བརྒྱུད་བྱས། ཅིར་ཅིར་འཁྱུད་བྱས་ཕར་ཚུར་འབྲུག་ཏུ་བ་སྐོར་བསྐྱོད་ཞོག་བ་སྐོར་བསྐྱལ་བ་དང་འོ་འདི་འདྲ་བོ་རེད་ད་དཔེ་དེ་འདྲ་བོ་ཞུ་ཞོག་རེད། ག་འདྲས་རེད་ཟེར་ན། ང་ཚོའི་གི་རྣམ་ཤེས་དེ་གཅིག་རང་རེད་ད་སྐྱེ་བ་སྔ་མོ་ནས་འདི་ནས་འོང་འདི་ནས་ཕྱི་མ་འགྲོ་བའི་རྣམ་ཤེས་ལ་རྒྱུན་གཅིག་རེད། ཡིན་ནའང་རྣམ་ཤེས་འདི་གཏན་སེལ་གྱི་ང་ཚོའི་ལུས་མ་འདྲ་མ་འདྲ་མ་འདྲ་བ་བྱེད་འགྲོ་གོ་ད། དཔེར་ན་ང་ཚོ་ད་ལྟ་ཡིན་པ་ཡིན་ན་མི་ཡི་སྐྱེ་བ་བླངས་པའི་སྐོར་ལ་དེ་འདྲ་ཡོད་རྣམ་ཤེས་འདི་མི་ཡི་ལུས་ལ་བརྟེན་རེད། གནས་སྐབས་གཅིག་རིང་ལ་མིའི་ལུས་རྒྱུ་རེད། དེ་ནས་དུད་འགྲོ་འདྲ་བོ་ཡིན་ན་དུད་འགྲོའི་ལུས་རྒྱུ་རེད་དེ་ནས་ཡང་ལྷ་ཡིན་ན་ལྷའི་ལུས་དེ་འདྲ་ཡོད་རྣམ་ཤེས་འདི་ལུས་འདྲ་མ་འདྲ་རྒྱུད་རྗེས་ནས་དེ་འདྲས་སུ་འགྲོ་བདེ་གོ་ད་འགྲོ་བདེ། ད་ང་ནང་བཞིན་སྤྲེའུ་འདི་ང་ཚོའི་ལུས། ལུས་འདྲ་མ་འདྲེ་བསླང་ཡས་ཞེས་ཡོད་རེད། ལུས་འདྲ་མ་འདྲེ་འགྲོ་བ་རིགས་དྲུག་གི་ལུས་འདྲ་མ་འདྲེ་བསླང་ཡས་དེ། ཨ་ནི། ཤིང་སྡོང་གི་རིགས་ཡལ་ག་རིགས་འདྲ་མ་འདྲེ་དེ་དང་གཅིག་པ་བྱས། ཨ་ནི། ང་ཚོའི་རྣམ་ཤེས་དེ་སྤྲེའུ་དང་གཅིག་པ་བྱས། སྤྲེའུ་དེ་ཤིང་སྡོང་གཅིག་ནས་གཅིག་ནས་གཅིག་ནས་གཅིག་ནས། གཅིག་ནས་བརྒྱུད་ནས་འགྲོ་གི་ཡོད་པ་ནང་བཞིན་བྱས་ནས་ང་ཚོའི་གི་རྣམ་ཤེས་དེ། སྐྱེ་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ་ལུས་མ་འདྲ་བ་མ་འདྲ་བ་མ་འདྲ་བ་བརྒྱུད་ནས་འགྲོ་གི་ཡོད་པ་མ་འོངས་པ་ནས་དེ་འདྲས་མུ་མཐུད་འགྲོ་གི་ཡོད་པ། འོ་དེ་ལྟར་མ་འོངས་པ་ན་ཐར་བ་མ་འདོར་བ་ཡིན་ན་མུ་མཐུད་འདི་འདྲའི་སྤྲོ་བསྡད་ཀྱི་རུ་བ་འཁོར་བ་ལ་འཁོར་བསྡད་པ་ཡིན་ན་ད་ག་རང་རེད། འོ་དེ་ཡིན་དུས་ག་ལ། ཨ་ནི་རྣམ་ཤེས་ཀྱི་རྟེན་འབྲེལ་ཟེར་དུས་སྤྲེའུ་ལྟ་བུ་རེད་བསམ། ད་རྣམ་ཤེས་ཀྱི་རྟེན་འབྲེལ་ཟེར་ན་ག་འདྲའི་ཆེ་ལ་གཟིགས་ཀྱི་རེད་ཟེར་ན་འཕེན་བྱེད་ལས་ཀྱི་བག་ཆགས་རྒོད་བས་ཀྱི་ཡིད་ཤེས་ཅི་ལ་འཇོག་ཟེར་རོ། འཕེན་བྱེད་ཀྱི་བག་ཆགས་རྒོད་བ་ཟེར་ན་བཞག་བ། ཡིད་ཀྱི་སྟེང་དུ་བཞག་བ། འོ་དེ་ལྟར།

འབྲས་བུ་སྐྱེ་བའི་ནུས་པའི་ནུས་པ་ཅིག་འོང་བ་ལ་གནས་ཏེ། ད་དེ་འདྲ་བའི་ནུས་པ་དེ་ནི། ག་སོགས་བ་ད་རྣམ་ཤེས་དེ་ལ་ཐིམ་པ་ན་ཤེས་བྱའི་འབྲུ་དེ་གོ་བ་རེད་ཟེར་རོ། དཔེ་ཆ་བཞག་པ་ཡིན་ན། བྱེ་མ་བྱེ་ཕུང་བྱེ་མ་བྱེ་ཕུང་སྐམ་པོ་གཅིག་ལ། ཨ་ནི་ཆུ་ཕོ་བོ་གང་ཤོད་སོང་ན་ཨ་ཆུ་ཕོ་བོ་གང་དེ་ལོག་ཨ་དེ་ཁྱི་བདེག་མར་བ་བྱེ་མ་བྱེ་གུང་དེ་ལ་ཨ་མ་ཚང་མ་འཐིམ་བྱེར་འགྲོ་བསྡད་རོ་ཨ་ཆུ་དེ་འདི་ལ་འགྲོ་ཟེར་ཡོད་མ་རེད་དེ་ག་ཚང་མ་ལ་འཐིམ་འགྲོ་ཟེར་ད་གོ་བ་འགྲོ་ན་ཅི་འགྲོ་བསྡད་རོ་འོ་འདི་འདྲ་པོ་བྱེད་ཡོད་རེད་ཟེར་བ། ལས་ཀྱི་ནུས་པ་དེ་རྣམ་ཤེས་ཀྱི་སྟེང་དུ་བཞག་སོས་རྣམ་ཤེས་དེ་ལ་འཐིམ་པ་ནང་བཞིན་བྱས་ནུས་པ་དེ་འོ་འདི་འདྲ་བྱས་ནས་བསྡད་བསྡད་གོ་རེད། ཡང་མ་ན། ཡང་མི་ན། ང་ཚོས་ཐ་མག་འཐེན་མཁན་གཅིག་གིས་ཐ་མག་ཅིག་འཐེན་རྗེས་ཐ་མག་འདི་ཡིས་ཨ་ནེ་དོ་འདི་གར་སོག་གོ་རེ། རྩྭ་ཕུང་འདྲ་བ་གཅིག་གྱིས་ལ་ཀྱོ་ཟེར་ན་ཐ་མག་དོ་འདི་རྩྭའི་ཕུང་པོ་འདི་གང་ལ་རྩྭ་ཕུང་འདི་ག་ཆ་ཚང་གང་ལ་འདི་རེད་ཟེར་ཏེ་འཐེན་མི་རེ་ཅིག་འགྲོ་བསྡད་ཀྱི་རེད་བ། འོ་འདི་ནང་བཞིན་བྱས་ཡང་འདི་འདྲས་སུ་བསམ་བཏང་ནས་འགྲིག་གི་རེད་ཟོ་འོ་འདི་འདྲས་ཅིག་གོ་ད་ནུས་པ་དེ། ལས་ཀྱི་བག་ཆགས་ཡིད་ཀྱི་རྣམ་ཤེས་སྟེང་དུ་བཞག་ཟེར་དུས་ཀ་ལས་ཀྱི་ནུས་པ་དེ་ཡིད་ཀྱི་རྣམ་ཤེས་སྟེང་དུ་བཞག་ཞེ་བ། ད་བཞག་པ་དེ་བཞག་སྲོལ་དུས་ག་ལ་ག་ལ་བཅོལ་བཞག་འདྲ་པོ་ནང་བཞིན་བྱེད་རོགས། དངུལ་ཁང་ལ་དངུལ་བཅོལ་བཞག་ནང་བཞིན་བྱེད་རེད་ད། ད་མི་དེ་ལ་བཅོལ་བཞག་ད་ད་བཅོལ་མ་བཅོལ་དེ་ད། ལས་ཀྱི་བག་ཆགས་ཡིད་ཀྱི་རྣམ་ཤེས་སྟེང་དུ་བཞག་སྲོལ་དུས་ཡུལ་གྱི་རྣམ་ཤེས་སྟེང་དུ་ད་བག་ཆགས་དེ་བཅོལ་བཞག་པ་ནང་བཞིན་བྱེད་རེད་ད། ཁོས་བཅོལ་ཡས་དེ། ག་འདྲས་ཆོད་བཅོལ་མ་བཅོལ་སོ་སོ་རགས་པ་ལས་བཅོལ་ཡས་དེ། མི་དགེ་བའི་ལས་ཀྱི་ནུས་པ་ཅིག་དེའི་སྟེང་དུ་བཅོལ་ནས་བཞག་པ་ཡིན་པ་ཡིན་ན། ཨེ། རྫུན་མ་ཚུགས། བཅོལ་ལན་བཅོལ་བ་དེ་ཚུགས།

ངོ་བོ་དེ་འདྲ་བ་ཆེ། ཡང་ན་མེད་ན། དེ་འདྲའི་ཟེར་ནས་ནམ་རྒྱུན་ང་ཚོས་སྤྱོད་པ་ལས། ད་ལྟའི་སེམས་ཙམ་པ་དང་དེ་འདྲའི་སྐོར་ཡིན་ན་རྣམ་ཤེས་ཟེར་ཏེ་བག་ཆགས་བཞག་ས་དེ་མཛོད་ཁང་ནང་བཞིན་ཅིག་རེད། མཛོད་ཁང་དེའི་ནང་ལོགས་ལ་ད་ལྟ་ལྕགས་ལ་འདྲ་མ་འདྲ་ཚང་མ་ཡོང་སྐོར་བ་གཅིག་གིས་མཚོན་ཆ་དང་རིན་པོ་ཆེའི་རིགས་དང་འདྲ་མ་འདྲ་དེ་ནང་བཞིན་བྱས་ནས་ན་མཛོད་ཁང་ནང་བཞིན་རེད་ཟེར། དེ་འདྲའི། རྒྱ་རྒྱུད་ནང་བསྟན་ནང་ལོགས་ཡིན་པ་ཡིན་ན་ཁོ་ཚོས་དེ།

ཨ་ནི། བག་ཆགས་དེ་མ་གཏོགས་ཡོད་ཀྱི་ས་བོན་ནང་བཞིན་གྱིས་བྱས། ཨ་ནི། དེ་ཡིན་དུས་ག་ལ། ས་གཞི་བཞིན་གྱི་དེ་གང་ལ། མ་གཏོགས་ཡོད་ཀྱི་ས་བོན་དེ་སྤྲད་མ་ཅིག་གཏོགས་སོང་ན་ཇུ་མ་ཡར་སྤྲད་མ་ཅིག་སྐྱེ་ཡོང་གི་རེད་མ་གཏོགས་སྐྱེ་འཕྲད་ནས་ར་དང་ཆུ་དང་ལུད་དང་ཚེར་བ་ཚུར་སྐྱེས་དེ་ཇུ་མ་འཛོམས་ཡོང་དུས་ག་ལ་ཨ་ནི་འབྲས་བུ་དེ། དེ་ཅིག་སྐྱེ་ཡོང་གི་རོགས་ག་ས་སྤྲད་མ་ཅིག་སྐྱེ་ཡོང་གི་རོགས། ཡང་ན་མ་ན།

ཡིད་ཀྱི་རྣམ་ཤེས་ཀྱི་སྟེང་དུ་ལས་ཀྱི་བག་ཆགས་བཞག་ཡས་དེ་མི་དགེ་བ་ཅན་ཡིན་པ་ཡིན་ན་དེའི་འབྲས་བུ་ཚེ་སྡུག་བསྔལ་གྱི་ཡོང་གི་རེད་མ་གཏོགས་དགེ་བ་གྱི་ཡོང་གི་མ་རེད། ལས་ཀྱི་ནུས་པ་དེ་ཡིད་ཀྱི་རྣམ་ཤེས་ཀྱི་སྟེང་དུ་རྟོགས་པའམ་བཞག་པ་དེ་ནི་དགེ་བ་ཅན་ཡིན་པ་ཡིན་ན་དགེ་བའི་བག་ཆགས་ཅན་ཡིན་པ་ཡིན་ན་དེ་འདྲ་བའི་དགེ་བའི་བག་ཆགས་ཀྱི་འབྲས་བུ་དེ་ནི་བདེ་བ་ཅི་ཧོ་ཡང་ན་མེད་ན་བཟང་པོ་ཅི་མ་གཏོགས་སྡུག་བསྔལ་ཅི་དང་ངན་པ་ཅི་ཡོང་གི་མ་རེད། འོ་དེ་འདྲ་རེད་བ་དེའི་ཕྱིར། དེ་ནས་ད་གསུངས་པ་རྣམ་ཤེས་རྟེན་འབྲེལ་དེ་འབྲེལ་སོགས་ད་འདི་ལ་རྒྱུ་དུས་ཀྱི་རྣམ་ཤེས་དང་འབྲས་དུས་ཀྱི་རྣམ་ཤེས་གཉིས་ཡོད་བྱས་ད་འདི་གསུངས་ད་འདྲ་མ་འདྲ་ཡོད་རེད་ད་འདི་ཞིབ་པར་མ་གོ་བར་བྱས་ད་དེ་ནས་ད་དེ་ནས་རྟེན་འབྲེལ་བཞི་པ་མི་གཟུགས་ཀྱི་རྟེན་འབྲེལ་ཟེར་དེ་རེད་རེད་བ། མི་གཟུགས་དག་ནི་གྲུ་ཆུ་གྲགས་ཟེར་རོ། ད་འདི་ནས་ཟེར་ནས་འདི་གསུང་བ་རེད། རྟེན་འབྲེལ་འདི་རེད་བ་ང་ཚོས་མི་བྱེད་པ་ཡིན་ན་རྟེན་འབྲེལ་འདི་གས་གྲུ་དང་འདི་སྐྱེ་བ་གསུམ་གྱི་དབང་དུ་བྱས་ནས་གྲུ་བས་སྤྱི་དང་སྐྱེ་བ་ཨ་ནི་གཉིས་ཀྱི་དབང་དུ་བྱས་ནས་རྟེན་འབྲེལ་ཡན་ལག་བཅུ་ཡིན་ཚང་མ་ཨ་ནི་གྲུ་བས་སྤྱི་གི་རིམ་པ་ཤེས་དགོས་བ་རེད་བ། ད་ང་ཚོས་ཨ་ལས་སྐྱེ་བ་གསུམ་གྱི་དབང་དུ་བྱས་པ་ཡིན་ན་ཨ་ལས་གོ་བདེ་ཡོད་རེད་བ། འདི་འདྲའི་ཞིག་ལོག་བཞག་པ་ཡིན་ན། ད་དང་པོ་དེ་དེ་ཅི་དེ་མི་གཅིག་གི་སྐྱོ་བ། སྐྱོ་བ་སྔ་མའི་སྒང་ལ་ཟེར་རོ། སྐྱོ་བ་སྔ་མ་འདིའི་སྒང་ལ། ཨང། ཁོས་འདི་བཀོད་ཁྱེར་ལྟ། དཔེ་ཆ་བཞག་ན་མི་ལ་སྐྱེ་མཁན་འདྲ་བ་ཡིན་ན་མ་རིག་པའི་ཀུན་ནས་བསླངས་ཏེ་མི་ལ་སྐྱེ་ཅིག་ཕུད་ཅིག་དགེ་བའི་ལས་ས་ལས་དེ་ཡིད་ཀྱི་རྣམ་ཤེས་ཀྱི་སྟེང་བག་ཆགས་སྟེང་དུ་བཞག་བཞག་ལྟ་མི་གཅིག་གི་རོ་སྐྱེ་བ་སྔ་མའི་སྒང་ལ་བག་ཆགས་དེ་བཞག་བཞག་ལྟ། དེ་ནས། ད། སྐྱེ་བ་སྔ་མ་དེ་འདྲའི་གི་བག་ཆགས་བཞག་བཞག་མཁན་གྱི་མི་དེ། ཤི་བའི་སྐོབ་ལ། ཤིག་རོ་ཤི། དེ་ནས་ཡང་བསྐྱར། ད་སྐྱེ་བ་གཅིག་བླངས་དགུ་རུ་བ། སྐྱེ་བ་གཉིས་པ་དེ་བླངས་པའི་སྐོབ་ལ། ད་བཞི་པ་མི་སུ་གི་རྟེན་འབྲེལ་སྲོལ་དེ་སྐོར་ལ་སྐྱེ་བ་གཉིས་པ་དེ་བླངས་པའི་སྐོར་ཤེས་དགོ། ད་སྐྱེ་བ་གཉིས་པ་དེ་ལན་ཡག་གི་ཤི་ནས་མགོ་ཚུགས་རུ་ད་རུ་བ། ད་བཞི་པ། ཨི་གེ་གེ། བཞི་པ་མི་སུ་གི་རྟེན་འབྲེལ་དེ་ད་འདི་འདི་དུ་བ། དེ་རི་མོ་གཅིག་རི་མོ་དེ་ད་ག་རེད་ཟེར་ན། མི་ད་ཟུར་ནས་འབྲུ་བཅུ་འདྲ་ཟེར་རུ་བ། མི་གཉིས་དེ་མི་གཉིས། ད་མི་གཉིས་དང་གསུམ་དང་བརྒལ་ཡོད་མ་རེད་དེ་མི་ད་དེ་གཉིས་བྲིས་བཞག་དེ་མི་གཉིས་དང་གསུམ་དང་དེ་འདྲའི་སྐད་ཆ་དོན་དག་དོ་དོག་དེ་ང་ཚོ་མི། དྲུག་ཕ་ཚོ་ཨ་ད་མི་གཉིས་བྱས་ནས་གཅིག་དྲུག་བུན་བྱས་གཅིག་དེ་ན་ད་དེ་ཡིན་པའི་ཕྱིན་འགྲོན་འགྲོན་པོ་ཡིན་པའི་ཕྱིན་སྐད་ཆ་ཡིན་གི་རོ་ད་ཧོ་དེ་ཆད་འོ་ད་གྲུའི་ནང་ལ་འགྲོ་མཁན་མི་དང་གྲུའི་ནང་ལ་མ་འཇུག་ནས་འགྲོ་མཁན་གྱི་མི་དང་གཅིག་པ་རེད་ཆད་རོ། ད་དེ་ཡིན་དག་ནི་ག་འདྲས་རེད་ཟེར་ན་སྔོན་ལ་ངས་ཡི་གེ་དེ་མ་ཀློག་ཤག་ནས་གསལ་པོ་ཆགས་ཀྱི་རེད། དབང་པོ་དྲུག། ཚ་བོ་ར་མ་འདོད་པའི་གནས་འགོག་གི་རྣམ་སྨིན་ཕུང་པོ་ཞིག་ལ་འཇོག། དབང་པོ་དྲུག། དབང་པོ་དྲུག་མ་འདོད་པའི་གནས་འགོག་གི་རྣམ་སྨིན་ཕུང་པོ་ཞིག་ལ་འཇོག། འདི་ལ་གཟུགས་དང་ཚོར་བ་དང་འདུ་ཤེས་དང་འདུ་བྱེད་དང་ལྔ་ལས་དང་པོ་གཟུགས་ཀྱི་ཕུང་པོ་དང་ཕྱི་མ་ཞེས་མིག་གི་ཕུང་པོ་ཡིན། ཟེར་བ་དེ་ཡིན་དུས་ག་ལ། ད་འདི། ང་ཚོའི་གི། དཔའ་བོ་དང་ཨ་མའི་གི། དེ་གི་ཕ་མེས་གི་ཁུ་ཁྲག་བསྡུས་ནས་ང་ཚོའི་གི་ད་ང་ཚོའི་མི་ཡི་སྐྱེ་བ་ལེན་སྟངས་བྱས་པ་ཡིན་པ་ཡིན་ན་ཕ་མ་གཉིས་གི་ཁུ་ཁྲག་བསྡུས་ནས་ཀླད་ཡིན་སྐོར་བ། དེ་ཡིན་དུས་ག་ལ། ང་ཚོའི་གི་མིག་གི་དབང་པོ་དང་ག་སོགས་ལ་ད་དེ་འདྲའི་གི་ལུས་གི་དབང་པོ་དང་དོ་ཚོལ་གི་ཡོང་ས་འདྲ་བ་དེ་ད། ད་འདི་དེ་རུ་ད་ཕ་མ་གཉིས་གི་ང་ཚོའི་ད་ལྟའི་གི་ལུས་དེ་ཕ་མ་གཉིས་ཁུ་ཁྲག་བསྡུས་ནས་སུ་ཀླད་དགོས་བ་རེད་བ། དེ་ཡིན་དུས་ག་ལ། དབང་པོ་དབང་པོ་དེ་གས། ཕ་མ་གཉིས་ཉིད་མཚམས་བྱ་ནས་དབང་པོ་དྲུག། ཡིད་ཀྱི་རྣམ་ཤེས་དེ་དེ་ལ་ཞུ་བར་བྱེད། ཕ་མ་གཉིས་ཀྱི་ཁུ་ཁྲག་འདུས་ནས་དེ་ལ་ཞུ་བར་བྱེད། ཡིན་ན་ཡང་དེ་ལ་ད་ལྟའི་དེ་ཞུ་བ་ཡིན་དུས་ག་ལ་མི་གཉིས་པོ་དེ་གྲུའི་ནང་ནས་འཛུལ་བའི་ར་བ་ཞིག་བྱེད། ར་བ་དེ་ཡིན་དུས་ག་ལ་རྣམ་ཤེས་དེ་མི་དེ་བྱེད། གྲུའི་ནང་འཛུལ་མཁན་གྱི་མི་དེ་བྱེད། ཨ་ནི།

ཁ་ས་ཕུང་པོ་ལྔ་ཡོད་རོ་གཟུགས་ཀྱི་ཕུང་པོ་ཚོའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་ཟེར་ནས་ཕུང་པོ་ལྔ་ཡོད་པའི་ནང་ནས་ཨ་ནི་གཟུགས་ཀྱི་ཕུང་པོ་མ་ཡིན་ག་སོགས་རེད། ཨ། གཟུགས་ཀྱི་ཕུང་པོ་མ་ཡིན་པའི་ཀྱི་ཕུང་པོ་གཞན་པ་དེ་གས་ལ་ཨ་ནི་མིང་གི་ཕུང་པོ་ཟེར་བ་རེད་མིང་གཟུགས་ཅི་རིགས་པའི་རྟེན་འབྲེལ་ཟིན་མིང་གི་ཕུང་པོ་དང་མིང་གི་རྟེན་འབྲེལ་དང་གཟུགས་ཀྱི་རྟེན་འབྲེལ་ཟིན་མིང་ཟེར་ན། མིང་སྲིད་གོ་ལ་ཁོ་རང་མིང་ཙམ་མ་གཏོགས་པའི་གི་ཐོགས་བཅས་ཅི་འདྲ་རེད་གི་ཨ་ནི་གཟུགས་དེ་འདྲའི་མེད་རེད་ཟེར་བ་རེད་གང་ཡིན་ཟེར་ན་འཚོ་བ། གཟུགས་ཀྱི་ཕུང་པོ་བྱེད་འཚོའི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་ཟེར་ནས་ཕུང་པོ་ཕྱི་མ་བཞི་པོ་དེ་ལ་མིང་གི་ཕུང་པོ། ཨ་ནི་དང་པོ་དེ་ལ་གཟུགས་ཀྱི་ཕུང་པོ་ཟེར་བ་འདི་སྲིད་བ་རེད་དེ་ཡིན་དུས་ག་ལ་ཨ་མན་གི་ངའི་ན་ལོ་ལ་ཨ་ནི་གཟུགས་ཀྱི་ཕུང་པོ་འཚོའི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་དེ་གས་ག་རུང་ཅིག་འདུས་ནས་འདུས་པ་བྱས་ཡིན་ན་ཡང་དབང་པོ་ལྔ་མ་གྲུབ་པ། དབང་པོ་གང་ཟེར་དུས་མིག་གི་དབང་པོ་རྣ་བའི་དབང་པོ་ལྕེའི་དབང་པོ་ལུས་ཀྱི་དབང་པོ། སྣའི་དབང་པོ་ཟེར་ནས་དབང་པོ་ལྔ་དེ་གས་མ་གྲུབ་པའི་གནས་སྐབས་དེ་ལ་ཨན་ག་རེ་ཟེར་དགོས་རེད་ཟེར་ན་མི་གཟུགས་ཅི་རིགས་པའི་རྟེན་འབྲེལ་ཟེར་གྱི་རེད། མཁྱེན་སོ། དེའི་ཕྱིར་དེ་ཟེར་དུས་ག་ལ། དབང་པོ་དྲུག་ཚང་བར་མ་ལྟོས་པའི་གནས་སྐབས་ཀྱི་དབང་པོ་དྲུག་མ་ཚང་བའི་གནས་སྐབས་ཀྱི་རྣམ་སྨིན་གྱི་ཕུང་པོ་ཅི་ལ་བཞག་གི་རེད། འདི་ལ། གཟུགས་དང་ཚོར་བ་དང་འདུ་ཤེས་དང།

ག་སོ་བ་དང་སྐྱེ་མཆེད་ཡུལ་འཁོར་སྟོང་པ་དེ་ར། སྐྱེ་མཆེད་དྲུག་དེ་ནི་དང། ཡུལ་འཁོར་ཁམ་བུ་སྟོང་པ་ཡང་ན་གྲོང་ཚོ་སྟོང་པ་འོ་དེ་འདྲ་འདྲ་བ་ཅིག་དང་གཅིག་པ་རེད། ད་དེ་འདྲ་དང་ག་འདྲ་རེད་ཟེར་དུས་ག་ལ་རེད་བ་ད་དེ་ཅིག། རྣམ་ཤེས་བཞི་པ་གྲུབ་པའི་སྐོབས་སུ་ལ། ཨ་ནི་མིག་གི་དབང་པོ་དེ་གའི་དྲུག་མ་གཟུགས་ཀ་དབང་པོ་ལྔ་དེ་གའི་དྲུག་ཡོད་མ་རེད་ཡིན་ན་ཡང་གཟུགས་གཟུགས་ཀྱི་ཕུང་པོ་དང་ཚོར་བའི་ཕུང་པོ་དང་གཟུགས་ཀྱི་ཕུང་པོ་བཅས་དེ་ནས་ཨ་ནི་ཕུང་པོ་ཕྱི་མ་བཞི་དེ་དྲུག་རེད་ད། ད་རྟེན་འབྲེལ་སྔ་མའི་སྐབས་སུ་དབང་པོ་དྲུག་ཚང་རེད་ད་དབང་པོ་དྲུག་དྲུག་པ་བྱས་ཡིན་ན་ཡང་དབང་པོ་དྲུག་དེ་ལ་ཡོད་པའི་གའི་རྣམ་ཤེས་མིག་གི་རྣམ་ཤེས་ཀྱི་དེ་དེ་དྲུག་ཡོད་མ་རེད་དབང་པོ་དྲུག་ཚང་བ་འདོད་པའི་གནས་སྐོར་ཡིན་ན་ཡང་ཕུང་པོ་བཞི་བྱས་རེད་བ། དབང་པོ་དྲུག་སྡུད་དེ་ན་ཡིན་ན་ཡང་དེ་ལ་དེ་དེ་ག་སོགས་རྣམ་ཤེས་དང། ག་སོགས་རེད་རེད་པ་དེ་དུས་དྲུག་ཡོད་མ་རེད་དེ་ཡིན་དུས་ག་ལ་ཁོ་དབང་པོ་དེ་ཁང་པོ་སྟོང་པ་དེ་དང་ཅི་བྱེད་ཁང་པའི་ནང་ལ་བསྡད་མཁན་གྱི་མི་དེ་ཨ་ནི་མིའི་གྱི་རྣམ་ཤེས་དང་མིའི་གྱི་ཤེས་པ་དབང་པོའི་ཤེས་པ་ལྔ་འདྲ་བོ་ཅི་བྱེད་དེ་འདྲའི་དཔེ་དོན་འདྲ་བོ་བཞག་པ་ཡིན་ན་འགྲིག་ཡོད་ས་རེད་དེ་ཡིན་དུས་དེའི་གནས་སྐབས་ལ་ཨ་ནི་ཁང་པོ་སྟོང་པ་དང་འདྲ་བའི་གྱི་མིའི་གྱི་དབང་པོ་དེ་གྱི་དྲུག་རེད་དེ་ཡིན་ན་ཡང་མིའི་དབང་པོ་དེ་ལ་བརྟེན་པའི་གྱི་མིའི་གྱི་ཤེས་པ་སྣའི་ཤེས་པའོ་དེ་གྱི་ཤེས་པ་ལྔ་པོ་དེ་གྱི་དྲུག་ཡོད་མ་རེད་ཨོ་ཁོ་བསྟེན་སའི་གྱི་གནས་དབང་པོ་ལྔ་དེ་དྲུག་ཀྱང་དབང་པོ་ལྔ་དེ་ལ་བརྟེན་པའི་གི་རྣམ་ཤེས་དེ་གི་དྲུག་མེད་པ་ཡིན་ཙང་མི་བརྟེན་གསལ་གི་ཁམས་པ་དེ་གི་དྲུག་རེད་དེ་ཡིན་ན་ཡང་ཁམས་པ་དེ་ན་གནས་མཁན་གི་མི་དེ་ད་ལྟ་དྲུག་ཡོད་མ་རེད་མི་དེ་ད་ལྟ་མེད་པ་ཡིན་པ་ཡིན་ཙང་མེད་པ་ནང་བཞིན་བྱས་ནས་འོ་ད་ལྟ་དེ་ལྔ་པ་སྐྱེ་མཆེད་དྲུག་གི་རྟེན་འབྲེལ་གི་གནས་སྒོས་སུ་དབང་པོ་ལྔ་དྲུག་རེད་དེ་དབང་པོ་ལྔ་དེ་ལ་བརྟེན་པའི་གི་རྣམ་ཤེས་ལྔ་དེ་དྲུག་ཡོད་མ་རེད་དབང་པོ་ལྔ་ཟེར་ན་མིག་གི་དབང་པོ་སྣ་ཡི་དབང་པོ་སྣའི་དབང་པོ་ལྕེའི་དབང་པོ་ལུས་ཀི་དབང་པོ་ཟེར་དབང་པོ་ལྔ་དེ་བྱས་ད་དབང་པོ་འང་དེ་ལ་བརྟེན་ནས་ནི་ཞི་ནི་རྣམ་ཤེས་དྲུག་རོ། རྣམ་ཤེས་ལྔ་པོ་དེ་རྟེན་ས་དེ་གོ་བ་རྟེན་རེད་ཟེར་ན་དབང་པོ་ལྔ་ལ་བརྟེན་རོ། མིག་རྣམ་ཤེས་དེ་རྟེན་ས་དེ་མིག་དབང་པོ་ལ་བརྟེན་ཐལ་རོ། དེ་ག་ནང་བཞིན་ཁམ་པོའི་ནང་ནས་ཡོད་མཁན་མི་དེ་གོ་བ་རྟེན་རེད་ཁམ་པོ་དེ་ལ་བརྟེན་ཐལ་གི་རོ། དེ་ཡིན་དུས་ག་ལ་ད་ལྟའི་འདི་གནས་འགོ་སོ་ཁམ་པོ་དེ་དྲུག་རོ་དེ་ཡིན་ནའི་ཁམ་པོ་དེ་ལ་གནས་མཁན་གི་མི་དེ་དྲུག་མེད་པ་ནང་བཞིན་ཆད་ནས་མིག་གི་རྣམ་ཤེས་རྟེན་སའི་གི་མིག་དབང་པོ་ལ་སོགས་པའི་གི་དབང་པོ་དེ་དག་དྲུག་ཡོད་དེ་ཡིན་ན་དེ་ལ་དེ་བས་རྣམ་ཤེས་དྲུག་མེད་པ་ཡིན་ཙང། ཨ་ནི་སྐད་ཅིག་ཡུ་གུར་སྟོང་པ་དང་འདྲ་པོ་རེད་ཟེར་འདོད་དོ། དབང་པོ་དྲུག་ཚང་བར་འདོད་པའི་གནས་གོས་ཀྱི་རྣམ་གཡེང་ཕུང་པོ་དེ་ལ་འཇོག་དེ་ལ་སྐད་ཅིག་དྲུག་ཡོད་ཆེད་རེད་བཟོ་ཨ་ད་དེ་བྱས་དེ་ནས། ད་དེ་ནས་གསུམ་པ་དེ་རིག་པའི་རྟེན་འབྲེལ་མཁྱེན་དྲུག་པ་རིག་པའི་རྟེན་འབྲེལ་རེད་པ། རེད་པ་འོ་ཅི་འདྲ་ཞིག་ད་རོ། ཨ་ནི་རིག་པའི་རྟེན་འབྲེལ་དེ་སྐྱེས་ཕོ་མོ་གཉིས། ཨང་ཕན་ཚུན་འོ་བྱེད་པ། འོ་དེ་དང་འདྲ་བོ་རེད་ཟེར་བ། རེད་པ་ཟེར་གོ་ར་རེད་པ་ཟེར་ན་ཐུག་པ་ཟེར་གོ་ར་ཕོ་མོ་གཉིས་འོ་བྱེད་དུས་ག་ལ་ཕན་ཚུན་རེད་གུ་ཡོག་ཐུག་གུ་ཡོག་ར་འོ་དེ་ན་ཞེས་རེད་སོ་རེད་པ། ཨ་ནི་ཕོ་མོ་གཉིས་རེད་ནས་ཨ་ནི་གཞི་ནས་ཨ་ནི་ཁྲི་བས་ཀྱི་འཚོ་བ་དེ་སྐྱེལ་ཡོང་གོ་ར་བ་དེ་ཡིན་དུས་ག་ལ་རྣམ་ཤེས་ཡིན་ན་ཟེར་ཚོང་ལམ་ཡུལ་དང་ཤེས་པ་གཉིས་པོ་དེ་རེད་པའམ་ཐུག་ནས་ཨ་ནི་ཡུལ་བཟང་པོ་ཅིག་ན་ཡུལ་ཡིད་དུ་འོང་བ་ཅིག་ན་ཐུག། ཤེས་པ་དེ་ཡུལ་ཡུལ་དུ་འོང་བ་ཅིག་དང་ཕྲད་པའི་གནས་སྒོས་སུ། དེ་བས་དེ་གའི་འཚོ་བ་ག་རེ་སྐྱེལ་དགོས་རེད་འཚོ་བ་བདེ་བ་སྤྲད་གི་རེད། ཡུལ་ཡིད་དུ་མི་འོང་བ་ཅིག་དང་ཕྲད་པའི་སྐོབས་ལ། ཨ་ནི་ཕྲད་པའི་གི་ཤེས་པ་དེ་གས་ཨ་ནི་ག་རེ་དྲན་གི་རེད་ཟེར་ན་ཨ་ནི

ཡུལ་ལ་འགྱུར་བ་གཅོད་ནུས་པ། མཁྱེན་སོ། ཡུལ་གྱི་འགྱུར་བ་སོ་དེ་ག་ལ་ཡུལ་གྱི་གནས་དང་ཡུལ་ཡིད་དུ་འོང་བའོ་མི་འོང་བ་ག་རེ་ཡིན་པ་དེ་ཁོད་ཀྱི་རེད་པ་འཛིན་པ། ཐུག་པ། འོ་དེ་ཅི་ཐུག་ཡོད་རེད་དེ་ཡིན་ན་ཡང་དེའི་གནས་སྐོར་སོ་དེས་དྲངས་པའི་གི་ཚོར་བ་དེ་སྐྱིད་ཡོད་མ་རེད། དེ་ལ་སྔ་ཕྱི་ཡོད་རེད་རེད་བ་ང་ཚོས་གི་ནམ་རྒྱུན་དང་པོ་ཡུལ་ཅིས་མཐོང་ཡུལ་ཡིད་དུ་འོང་བ་ཅིས་མཐོང། མིང་གི་ཤེས་པ་དེ་ཡུལ་ཡིད་དུ་འོང་བ་ཅིས་དང་ཕྲད། ཁྲེལ་བའི་རྗེས་འདི་ནས་གཞི་ནས་འཚོ་བ་བདེ་བ་དེ་སྐྱེ་གི་རོ། མིག་དེ་གིས་ཡུལ་ཡུལ་དུ་མི་འོང་བ་ཞིག་མཐོང། མཐོང་པའི་རྗེས་ལ་ཨ་འདི་ནས་གཞི་ནས་འཚོ་བ་སྡུག་བསྔལ་དེ་སྐྱེ་གི་རེད་མ་འདོད་པས་ཁྲེལ་བ་དེ་དུས་ཡམས་སུ་འཚོ་བ་བདེ་བ་སྐྱེ་གི་བ་མ་རེད་ཁྲེལ་བ་དེ་དུས་ཡམས་སུ་འཚོ་བ་སྡུག་བསྔལ་སྐྱེ་གི་བ་མ་རེད། དེ་ཡིན་དུས་ག་ལ་རིག་པའི་གནས་སྐབས་སུ་ཨ་ནི་འདི་སྐད་དུ་ཁྲེལ་ནས་ཡུལ་ཡུལ་དང་དབང་པོ་དང་ཨ་ནི་འདི་སྐད་སུ་ཁྲེལ་ནས་ཨ་ནི་ཡུལ་ཡུལ་ལ་ཨ་ནི་འགྱུར་བ་གཅོད་མྱི་དགོས་བ་རེད་ཡིན་ན་ཡང་དེས་དྲངས་པའི་གི་འཚོ་བ་དེ་སྐྱེ་ཐུབ་གི་བ་མ་རེད། འོ་འདི་འདྲའི་གི་གནས་སྐབས་ཅིག་ལ་ག་རེ་བཤགས་པ་རེད་ཟེར་ན་རེ་བའི་རྟེན་འབྲེལ། དེ་ང་ཚོའི་ཨ་མའི་མངལ་གྱི་ཁོག་པའི་ནང་དུ་ནི་མ་ཆགས་པའི་རིམ་པའི་ནང་ལོ་ལོ་དེ་འདྲས་ཟིན་ནས་གླེགས་བར་དང་མར་རིམ་པ་ཅན་ནས་མར་གླེགས་བར་རེད། དེ་ནས། བདུན་པ་འཚོ་བའི་རྟེན་འབྲེལ། ད་འཚོ་བའི་རྟེན་འབྲེལ་ནི་སྐབས་སུ་ལྟ་དངོས་སུ་འཚོ་བ་བཅུད་ཐོགས་བར་དང། དྲུག་པའི་ནི་སྐབས་སུ་ཡུལ་ལ་རེད། རེ་ཡུལ་ལ་རེ་བ་ཡུལ་ལ་ཐུག་པ་ཡུལ་ལ་འཕྲད་པ་དེ་ཅི་ཐུག་བོ་དེ་དྲན་པའི་ཚོར་བ་སྐྱིད་ཐུག་བོ་མི་ཐུག་ད་འཚོ་བའི་རྟེན་འབྲེལ་དེ་ལ་འདུན་པ་འཚོ་བའི་རྟེན་འབྲེལ་ནི་འཚོ་བ་མིན་ལ་མདའ་རྒྱོབ་སྟེ་ཟ་འདེད་ལྡང་འདེད་ཕ་དགའ་དང་ཕ་ཆོས་ནང་ལོག་ལ་སོང་འདུག་ཨོ་མི་གཅིག་གིས་མི་ལ་མདའ་ཟུག་འདེད་ཞོར་རེ་ཁེངས་འདུག་ད་འདི་པར་རེ་ན་གསལ་པོ་ཞིག་རག་མི་འདུག་ཡིན་ན་ཡང་རྣ་བ་ཚོ་ད་འདི་ཕུལ་བཞག་ཡོད་ད་འདི་དེ་སེར་པོ་ཁོ་ལོ་རེ་མོ་དེ་དེའི་མདུན་རྣ་བ་ཚོ་བཟི་དང་ཟེར་བ་ཡིན་པ་ཡིན་ན་ད་འདི་དེ་མི་གཅིག་གིས་མི་ལ་མདའ་ཟུག་ཞོར་རེ་མི་ལ་མདའ་ཟུག་ཞོར་ན་ད་ཞབས་གཅིག་གིས། ན་བཟའ་བཏང་མི་རུང་བ་དེ་ཡིན་དུས་ག་ལ་འཚོ་བ་དྲག་པོ་ཤོབ་ཅིག་གི་འཚོ་འདོད་རེད་མི་ལ་འདག་སོ་དེ་དེ་ཡིན་དུས་ག་ལ་དེ་འཚོ་འོས་གི་འཚོ་བ་སྡུག་བསྔལ་ཅིག་མ་དཔེ་གྲབ་ཅིག་རེད་འོ་དེ་ཞེས་དེ་ཡིན་དུས་ག་ལ་རིག་པའི་རྐྱེན་གྱི་འཚོ་བ་བདེ་སྡུག་བར་མ་ཅི་རུང་ཉམས་སུ་མྱོང་བའི་འཚོ་བ་ཅིག་ལ་ཅོག་དེ་ལ་མིག་གིས་བལྟས་དུས་རེ་བ་ལས་བྱུང་བའི་འཚོ་བ་སོགས་དྲུག་ཡོད་མིན་གྱི།

ནང་ཁ་ཤས་ཨ་རག་བཏུང་དེ་ངས་ཡིན་ན་ཨ་རག་ལ་ཞོ་ཅིག་ཆག་ཅེས་ནས་པས་ཨ་རག་ཁྱོད་ནས་སྤོ་འཐུང་མི་འདུག་ཨོ་ཏོ་ཏོ་ད་ལྟའི་དེ་ལ་ཆག་པའི་གི་སྲེད་པ་དེ་འོང་གི་རེད་བ་འོ་དེ་རེད། དེ་ཡིན་དུས་ང་ལ། སྲེད་པ་དེ་སྲེད་པ་ཟེར་ན་སྐོམ་འདི་རེད་ས་འདྲ་པོ་སྲེད་དང་སྲེད་པ་སྲེད་པ་སྲེད་དུས་འདོད་ཆགས་རེད་ཁྱེད་ཚོ་སྲེད་པ་ཟེར་འདོད་ཆགས་བྱེད། ཕན་ཆད་ལས་ཀྱི་བག་ཆགས་ཀྱི་འབྲས་བུ། གྲུ་རོང་དུ་བྱིས་པའི་འདོད་ཆགས་ཤིག་ལ་འཇོག་དེ་ལ་དབྱེ་ན་འདུས་སྲི་དང་བྱིས་སྲི་སྲི་སྲི་དང་གསུམ་ཡོད། ད་འདི་དེ་རེད། གནའ་བོ་ཚོ་འདི་ནས་ཤེས་དགོས་དེ་ག་རེད་ཟེར་ན་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་རིམ་པ་དེ་ལ། མདོ་ལས་གསུངས་པའི་རིམ་པ་གཅིག་དང་ཨ་ནི་མ་རྒྱུད་བང་རིམ་བྱས་ནས་སྐྱེས་ཀྱི་རིམ་པ་གཉིས་ཡོད་རེད་ད།

དེ་རྗེས་ངས་ད་ལྟའི་འདི་ཞུས་སོ། རྟེན་འབྲེལ་དང་པོ་མ་རིག་པ་ཆེ་གཉིས་པ་འདུ་བྱེད་ཆེ་གསུམ་པ་རྣམ་ཤེས་ཀྱི་རྟེན་འབྲེལ་དེ་སྐྱེ་བོ་གསུམ་གོང་དབང་དུ་བྱས་པ་ཡིན་ན་སྐྱེ་བོ་དང་པོ་དེ་ལའོ་འདི་འདྲས་ཟེར་ནས་ལས་བསགས། དེ་དེ་ནས་སྐྱེ་བོ་གཉིས་པ་དེ་ལ་ད་དེ་ནས་འདི་ལས་གོ་བ་རེད་ད་འདི་དེ་བརྒྱད་པ་ནས་ལས་གོ་བ་རེད་རོ། ཕན་ཆད་ལས་ཀྱི་བག་ཆགས་ཀྱི་འབྲས་བུ་དྲུག་རུང་དུ་བྱེད་པའི་ལས་སོ། ད་སྐྱེ་བོ་སྔ་མའི་སྐབས་ལ་ཨ་ནི། འཕེན་བྱེད་ལས་ཀྱི་བྱ་བས་མི་ལ་སྐྱེ་བ་འཕེན་བྱེད་ལྷ་ཡིན་ན། གང་ལྟར་ལྟར་མི་ལ་སྐྱེ་བ་འཕེན་བྱེད་ཀྱི་ལས་ཀྱི་བྱ་ཡོད་པ་ཡིན་ན། ད་ཚེ་འདི་ལ་ད་ལྟའི་གི་ཚེ་འདི་ལ་སྐྱེ་བ་གཉིས་པ་དེ་ལ་ཚེ་གསུམ་འོང་དུ་བྱས་ན་ཚེ་གཉིས་པ་དེ་ལ་ད་ལྟའི་གི་སྐྱེ་བ་འདི་ལ། ཨ་ནི། ད་མི་ལ་སྐྱེ་བ་འཕེན་བྱེད་ཀྱི་ལས་འདི་གྲུབ་ནུས་པ་ཅིག་བྱ་ཡོད་རུང་ནུས་པ་དེ་ལ་ཨ་ནི། ད་ང་ཚོས་དཔེར་ན། དེ་ཕྱིར་གོང་དུ་ཞུས་པ་ན་ཤེས་བྱེད་ནི་ཨ་ནི་ཞིང་ཁའི་གངས་ལ། ཨ་ནི། ནས་རེད་ག་གྲོག་རེད་གང་ལྟར་གཅིག་ས་བོན་གྱི་སྟོབས་བྱ་རོགས། ད་ས་བོན་དེ་སྟོབས་བྱས་ནས་དེ་ལ་ཆུ་དང་ལུད་དང་ཨ་ནི་ཆར་བ་དང་དེ་འདྲའི་ག་གེ་མོ་རྒྱོབ་པ་ཡིན་པ་ཡིན་ན་ཁོ་སྐྱིད་གི་མ་རེད་བ། ཡིན་ན་དེ་སྐྱེས་པ་ལ་ག་གཅིག་འོས་ཟེར་ན་རྐྱེན། ཆུ་ལུད། བརྒྱ་དགུ་བོར་རོ། དེ་དང་གཅིག་པར། དེ་གཅིག་གི་མིང་ལ་སྐྱེ་བོ་ཕན་ཆད་ཀྱི་ལས་དེ་ཡིད་ཀྱི་རྣམ་ཤེས་སྟེང་དུ་བཞག་ཞོར་རེ་སྐྱེ་བ་སྔ་མ་ཡིན་ན་ཡང་ཚེ་དེ་ལ་ཁོ་ལ་ལུས་དེ་མ་སོང་ནས་ཁོ་ལ་རྐྱེན་དེ་འཕྲད་འོང། རྐྱེན་དེ་འཕྲད་ནས་གཞི་ནས་འབྲས་བུ་རྒྱས། རྐྱེན་དེ་ག་རེད་ཟེར་ན་སྲེད་པ་རེད། བརྒྱད་པ་སྲིད་པའི་རྟེན་འབྲེལ་དེ་གའི་འབྲས་བུ་སྔར་གྱི་ནུས་པ་དེ་གའི་ཡ་གྱལ་ལ་འགྲོ་རུང་དུ་བྱེད་པ་ཁོལ་གྱི་གྲོགས་བྱེད་པ་ནི་སྲེད་པ་ཆགས་བྱེད་ནིའོ། སྲེད་པ་དེ་གའི་སྔར་གྱི་སྐྱེ་བོ་ཕན་ཆད་ཀྱི་བཞག་པའི་ལས་ཀྱི་ནུས་པ་དེ་འབྲས་བུ་དེ་ཡང་དྲུག་ཏུ་རུང་བར་བྱེད་པ། འཁོད་དེ་གི་རྐྱེན་བྱེད་རིན་གྱི་ཨ་ནི་འདོད་ཆགས་བྱེད་ལ་ཨ་ནི། བརྒྱད་པ་སྲིད་པའི་རྟེན་འབྲེལ་ཟེར་གྱི་རེད་ཟེར་རོ། ད་དེ་ནས། དེ་ནས་དགུ་པ། ལེན་པའི་རྟེན་འབྲེལ། འདི་ཡང་དེ་རེད་ད། འདོད་ཆགས་ཁུངས་གཏོགས་དེ་རེད། ལེན་པ་ཤིན་ཏུ་རྙོག་དྲག་དེ། འཕེན་བྱེད་ཀྱི་ལས་ཀྱིས་བག་ཆགས་ཀྱི་འབྲས་བུ་འབྱིན་པའི་ནུས་པ་མཐུ་ཅན་དུ་ལྟུང་བའི་འདོད་ཆགས་ཤིག་ལ་འཇོག། འདི་ལ་འདོད་པ་ཉེ་བར་ལེན་པ་དང་ལྟ་བ་ཉེ་བར་ལེན་པ་དང་བརྟུལ་ཞུགས་ཉེ་བ་དག་ཏུ་ཉེ་བར་ལེན་པ་ལྔ་ཡོད་ཉེ་བར་ལེན་པ་ལྔ་ཟད་བདག་ལས་འདི་སྐད་མ་འོ་ཅིག་འདི་སྐད་རྣམ་པ་ཚོ་ཡང་ཅིག་འཁྲུགས་འདུག་གོ། ད་རྣམ་པ་ཚོས་ངས་འདི་ལ། བརྒྱད་པ། བརྒྱད་པའི་བརྒྱད་པ་སྲིད་པའི་རྟེན་འབྲེལ་དང་དགུ་པ་ལེན་པའི་རྟེན་འབྲེལ་ཟེར་རོ། ད་རྒྱལ་བ་སྲིད་པའི་རྟེན་འབྲེལ་འདི་གའི་དཔེར་ན། ཞིང་གལ་མང་སྟོན་ཏོག་དྲག་ཆུ་ཏོག་ཤར་བས་ན་དེ་ཡར་མ་སྐྱེས་སྔོན་ལ་ཨ་ནེ་ཆུ་རུ་ཅི་དང་ཅི་ཅི་བཏང་བཞོ་རོགས་སྔོན་ལ་ད་ཅིག་ཆ་རྐྱེན་དྲག་བྱས་བཞོ་རོགས་སྔོན་འགྲོའི་དུ་བ་ད་ཏོག་ཚགས་ཚུ་བ་ཡང་ཅིག་ཆུ་བཏང་དང་དེ་འདྲའི་ཟིན་ཡིན་ན་ཡང་ཏིས་སུ་གུག་གུ་རུ་བ་དེ་ནས་ཨ་ནེ་ཇེ་ཇེ་དུ་བ་ད་བས་ཏེ་ཨ་ནི། ས་བོན་མ་གཏོགས་ནས་ས་བོན་ལ་ཕྱི་འོག་ཏུ་མང་ཅིག་མྱུ་གུ་ཤ་ཆུ་འབྱུང་གནས་སྒོ་སུ་ཚམ་ཚམ་ཆ་པོ་འགྲོ་བས་དུ་ཡང་ཆམ་ཆམ་ཆུ་རི་ཏིག་འཇོག་སོང་ན་ཨ་ནི་བེ། བེ། ཉིན་མོ་གཅིག་ལ་བེ། སྟོབས་བརྒྱ་དགུ་བརྒྱ་རེ་འདོན་མི་འགུག་འདུག་མྱུ་གུ་དེ་འོ་འདི་ནང་བཞིན་བྱས་ནས་བེ། བྷ། འོ་འདི་དང་གཅིག་པ་རེད། སྔོན་ལ་རྐྱེན་བྱས་དེ་གས་བརྒྱད་པ་སྲིད་པའི་རྟེན་འབྲེལ་དེ་གས་བྱས་ང་ནུས་པ་དེ་གས་ཡ་ནུས་པ་ཆེ་རོ་རོ་ཅིག་དང། དེ་ནས་དགུ་བའི་སྐོབས་སུ་བེ། ད་བེ། སྐྱེས་ཆོག་ཆོག་རང་བཟོས་ཀྱི་རེད་ད་བེ། ད་ག་ར་ད་ད་ར། བྱེ་མ་ད་ག་ར་ལ་ནི་ལས་ཀྱི་ནུས་པ་དེ་གི་ཡ་སྐྱེས་ལ་སོས་པ་དེ་ལ་ནི་དགུག་པ་ལེན་པའི་རྟེན་འབྲེལ་གཟིགས་མོ་ལ་ཕན་བྱེད་ལས་ཀྱི་བག་ཆགས་ཀྱི་འབྲས་བུ་འབྱིན་པའི་ནུས་པ་མཐོ་ཆེན་པོ་ག་ནས་སུ་དུས་ང་ལ་ག་རེ་ཀྱི་ཆོ་ཆོག་སོས་ངན་དེ་གཟིགས་པ་རེ་རོ། ལས་ཀྱི་མི་ལ་སྐྱེ་བ་ཡིན་ན་རེ་ག་དོན་འགྲོ་ལ་སྐྱེ་བ་ཡིན་ན་རེ་ག་ར་ལ་སྐྱེ་བ་གི་བཞག་པའི་བག་ཆགས་ཀྱི་ནུས་པ་དེ་གི་འབྲས་བུ་དེ་སྐྱེ་ཆོ་ཆོག་སུ་ངན་གྱི་འདོད་ཆགས་བྱེད་ལ་ནི། ལེན་པའི་རྟེན་འབྲེལ་ཟིག་རེད། དེ་ཡིན་དུས་ག་ལ་ལེན་པ་ཤིང་ཏོག་ལེན་ད་གྲ་ཟིག་གོ་ལ་ཁ་སྐྱེ་བོ་མ་ལེན་པ་ཅིག་སྐྱེ་བོ་གཞན་པ་ཅིག་མ་ལེན་ཆོས་ཆོས་སུ་ངས་དེ་ལ་ཤིང་ཏོག་ཅིག་མ་ལེན་ཆོས་ཆོས་སྟེགས་སྟོང་ལག་པས་འོ་འདི་ནང་བཞིན་བྱས་ནས་འོ་འདི་ལེན་ད་གྲ་ཟིག་དེ་ཡིན་དུས་ག་ལ་བརྒྱད་པ་དང་སྲིད་པ་གཉིས་པོ་དེ་བརྒྱད་པ་དང་དགུ་པ་གཉིས་པོ་དེ་སྐྱེ་བོ་བར་མའི་རྟེན་དུ་བཞག་པ་རེད། དེ་ནས།

སྐྱེ་བ་གསུམ་པའི་གང་ལ་བྱ་སྟེ་འདི་འདྲས་ཟེར་རེ་མཁྱེན་གསུང། བཞི་པ་མི་གཟུགས་ཀྱི་རྟེན་འབྲེལ་བྱེད། ད་འདི་འདྲས་ཞུགས་ཡིན་དང་ཡང་བསྐྱར་མགོ་ནས་ཅི་ཞུགས་ཡིན་དང་སྣ་བུག་ཚུ་མཁྱེན། སྐྱེ་བ་གསུམ་ཡོད་པའི་ནང་ནས་ནི་སྐྱེ་བ་དང་པོ་དེ་གང་ལ་སྐྱེ་བ་ང་ཚོ་ནི་སྐྱེ་བ་སྔ་མ་ནས་སྐྱེ་བ་ད་ལྟའི་ཚེ་འདི་ལ་ལས་འདི་ནས་སྐྱེ་བ་ཕྱི་མ་གཅིག་ལ་འགྲོ་མཁན་གཅིག་འོང་དུ་བྱས་པ་ཡིན་ན་རྟེན་འབྲེལ་ཡན་ལག་བཅུ་ཡིན་ཏེ། ཚེ་འདི་བསྲུང་ལ་དགོས་པ་ཡིན་ན་ག་འདྲས་སུ་འགོག་རེད་ཟེར་ན། སྐྱེ་བ་སྔ་མ་དེ་ལ་མ་རིག་པའི་རྟེན་འབྲེལ་བྱས། འདུ་བྱེད་རྟེན་འབྲེལ་བྱས་རྣམ་ཤེས་ཀྱི་རྟེན་འབྲེལ་གསུམ་པོ་དེ་བཞག། དེ་ནས་ད་ལྟའི་སྐྱེ་བ་འདི་ལ། ཨ་ནི། དང་འདི་སྟེ། བརྒྱད་པ་སྲིད་པའི་རྟེན་འབྲེལ་དང་དགུ་བ་ལེན་པའི་རྟེན་འབྲེལ་གཉིས་ཏེ་ད་ལྟའི་སྐྱེ་བོ། ད་ལྟའི་སྐྱེ་བོ་འདི་ལ་བཞག་སྐྱེ་བོ་གཉིས་པ་དེ་ལ་བཞག། དེ་ནས་ད་བཞི་པ། ལྔ་པ། དྲུག་པ། མཁྱེན་སོ། དེ་ནས་བདུན་པ། དེ་ནས་ཨ་ནི་བརྒྱད་པ་དགུ་བ་གཉིས་པོ་དེ་འདི་ལ་བཞག་ཡིན་པ་དེ་ནས་ཨ་ནི་བཅུ་བ་བཅུ་གཅིག་བཅུ་གཉིས་གསུམ་པོ་དེ་སྐྱེ་བོ་ཕྱི་མ་དེ་ལ་བཞག་པར་མཁྱེན་སོ། ད་སྐྱེ་བོ་ཕྱི་མ་དེ་ལ། ཨ། སྐྱེ་བ་ཕྱི་མ་དེ་ལ་ག་འདྲས་ཟེར་ནས་ཆུ་བོ་བཅུ་བ་སེམས་དཔའི་རྟེན་འབྲེལ་བཅུ་བ་སེམས་དཔའི་རྟེན་འབྲེལ་ཟེར་ན་ད་འདིར་འཕེན་བྱེད་ལས་ཀྱི་ཆ་ཚད་ཡིན་གྱི་ནུས་པ་མཐུ་ཅན་དུ་འགྱུར་བས། ཨ་ལས་གོང་དང། ཨ། ཏིས་ཏིས་ནོ་བྱ། འདི། འདི་ག་སོགས་རེད། འདི་གསུམ་པོ་དེ་རེད་ད་རྒྱས་པ་དགུ་བ། བཅུ་བ་གསུམ་པོ་དེ་སྐྱེ་བ་བར་མ་དེ་སྐྱེ་བ་གཉིས་པ་དེ་བྱས། དེ་ནས་ཨ་ནི་འདི་ལྷག་མ་དེ་ཀས་དེ་ནས་བདུན་པ། བདུན་པ་ནི་མ་ལོ་ད། བཞི་པ། ལྔ་བ་དྲུག་པ། བདུན་པ་བྱས། དེ་ནས། བཅུ་གཅིག། བཅུ་གཉིས་ཏེ་སྐྱེ་བོ་གསུམ་པ་དེ་ལ་ཁེངས་སོ། འོ་ཡ། འོ་དེ་འདྲའི་ཕྱིར། ཧ་ཡ། ད་བཅུ་པ་སྲིད་པའི་རྟེན་འབྲེལ་དག་དེ་རིགས། རྟེན་འབྲེལ་བཅུ་གཉིས་ཆ་ཚང་དེ་ཞུས་བཞག་ན་ཕལ་ཆེར་དགའ་ས་རེད་འོ། དུས་ཚོད་ཏིས། ཏིས་དྲུག་ཏུ་དེ་ལྟར་ཞུས་བཞག་ན་ཨན་ཏི། ཡག་ཡོང་ས་རེད། ད་དེ་ནས་བཅུ་བ་སྲིད་པའི་རྟེན་འབྲེལ་ཏེ་བཅུ་བ་སྲིད་པའི་རྟེན་འབྲེལ་ཏེ་སྲིད་པ་འདུས་མ་འདྲ་ཞེས་བཏགས། རེ་བ། ཏེ་ཞེས་འཕེན་བྱེད་ཀྱི་ལས་ཀྱི་བག་ཆགས་ལ་སྲིད་ལས་གཉིས་ཀྱི་སྲོལ་བཏོད་པའི་ནུས་པ་མཐུ་ཅན་དུ་བསྒྱུར་བའི་ལས་ཞེས་ལ་འཇོག། དེ་འདྲའི་བག་སྲིད་དང་སྐྱེ་སྲིད་སྔོན་དུས་ཀྱི་སྲིད་པ་ཕྱིས་སྲིད་དང་བཞི་ཡོད་སྲིད་དེ་འདྲའི་སྲིད་པ། འོ་དེ་ཡིན་དུས་ང་ལ་ད། དང་དེ། གང་དེ་ལ་འཕེན་བྱེད་ལས་ཀྱི་ཞགས་པའི་ནུས་པ་དེ་ལ། སྲིད་པ་དང་ལེན་པ་གཉིས་ཀྱི་སྲིད་པའི་ཁ་སོགས་རེ་སྲིད་པ་གི་གྲུ་རུང་དུ་བྱས། ལེན་པ་དེ་གི་མཐུ་ཅན་དུ་བཏང། བཅུ་བ་སྲིད་པའི་རྟེན་འབྲེལ་དེ་ག་སོགས་རེ་མཐུ་ཅན་དུ་བཏང་ནས་ད་སྐྱེས་ཆོག་ཆོག་བྱེད་བར་བ་འབྲས་བུ་སྐྱེས་ཆོག་ཆོག་གི་དེ་འདྲའི་གི་ལས་བྱས་ལ་དེ་ཅི་དེ་ཡིན་བརྒྱད་པ་དང། ག་ས་བདུན་པ་དང་བརྒྱད་པ་གཉིས་པོ་དེ་དེ་རེད། ག་ས་བརྒྱད་པ་དང་དགུ་པ་གཉིས་པོ་དེ་འདོད་ཆགས་བྱས། ད་འདི་བཅུ་བ་དེ་ལས་རེད་ཁེངས་སོང་བཅུ་བ་དེ་ལས་ད་སྐྱེ་བ་ཕྱི་མ་ཨ་ནི་དཔེ་དེ་སྐྱེ་བ་ཕྱི་མ་ཅིག་ལས་ཆོག་ཆོག་བསྡད་དེ་ངས་དེ་ལ་འོ་འདི་འདྲས་དེ་ལ་ཨ་ནི་འདི་བསྲེས་གི་རེད་ཟེར་བ་རེད། བཅུ་བ་སྲིད་པའི་རྟེན་འབྲེལ་ཟེར་གི་རེད་དེ་ཡིན་དུས་ག་ལ་འདས། སྲིད་པ་སྦྲུལ་མ་འདྲ་ཞིག་ད་ལྟ་སྤུ་གུ་སྐྱེས་ཆོག་ཆོག་བསྡད་འདུག་ཨ་མ་སྦྲུལ་མ། སྐྱེ་མོའི་སྦྲུལ་མ་སྤུ་གུ་སྐྱེས་ཆོག་ཆོག་བསྡད་པ་ན་ཞེ་ཆེ་ནས་སྐྱེ་བ་འདི་ནས་སྐྱེ་བ་ཕྱི་མ་ལ་འགྲོ་ནས་སྐྱེ་བ་ཕྱི་མ།

བཅུ་བ་འདི་སྐྱེ་བྱེད་ཆོས་རེད་བ་ད། བཅུ་གཅིག་པོ་སོ་དངོས་སུ་སྐྱེ་བ་ཕྱི་མ་འདི་དྲུག་རེད་ད། རེད་བ། སྐྱེ་བ་ཕྱི་མ་འདི་དྲུག་རེད། དེ་ཡིན་དུས་ག་ལ། གང་འདི་ལ་ཨ་མ། སྐྱེ་མའི་སྦྲུལ་མ་སྤུ་གུ་སྐྱེ་ཆོས་ཆོས་ཞེས་བལྟས། དེ་ནས་གཉིས་པ་འདི་ལ་སྦྲུལ་མ་དེ་ལས་དངོས་སུ་སྤུ་གུ་སྐྱེས་པ་མཆིས། ཟེར་དུས་ག་ལ་སྐྱེ་བ་ཕྱི་མ་གཅིག་སྐྱེ་བ་གཅིག་དངོས་སུ་གླེང་བ་རེད་ད་སྐྱེ་བ་ཕྱི་མ་དེ་དངོས་སུ་གླེང་བ། དེ་ཡིན་དུས་ཀ་ར་སྐྱེ་གནས་སུ་ཉིད་མཚམས་སྦྱར་བའི་གནས་འགོག་གི་ཨ་ནི་རྣམ་གཡེང་ཕུང་པོ་དེ་ལ་ཨ་ནི་བཅུ་གཅིག་པ་སྐྱེ་བའི་རྟེན་འབྲེལ་ཟེར་གྱི་རེད་ཟེར་མཁན་སོགས་སྐྱེ་བའི་རྟེན་འབྲེལ་བྱས། ད་དེ་ནས་སྐྱེ་བའི་རྟེན་འབྲེལ་འགྲོ་ཚར་བའི་རྗེས་ལ་དེ་ནས་ཨ་ནི་རྒ་བཞི་རྟེན་འབྲེལ། རྒ་འོ་རྒ་བཞི་ཟེར་དུས་ཀ་ལ་ཚིག་གཉིས་ཡོད་རེད་མཁན་སོགས་དངོས་གནས་བྱས་ན་རྒ་བའི་རྟེན་འབྲེལ་དང་ཤི་བའི་རྟེན་འབྲེལ་ཟེར་ནས་གཉིས་ཡོད་རེད་ཡིན་ན་ཡང་འདི་གཉིས་མཉམ་དུ་སྡེབ་གཅིག་ཏུ་ཨ་ནི་རྟེན་འབྲེལ་གཅིག་ཏུ་བགྲང་བ་རེད་དངོས་གནས་བྱས་ན། དགའ་བའི་རྟེན་འབྲེལ་དེ་ནས་ཤི་བའི་རྟེན་འབྲེལ། ཨ་ནི་དེ་གཉིས་དངོས་གནས་བྱས་ན་ཁ་ཁ་མ་འདྲ་བྱས་ནས་མཉམ་དུ་བགྲང་ཡ་གར་བྱས་ནས་སུ་འདུས་ག་ལ། ཨ་ནི། འཁོར་བ་འདིའི་ནང་ལོགས་ལ་ང་ཚོའི་གི་ད་འདུས་བའི་གི་ཁང་འདིའི་ནང་ལོགས་ལ་ཨ་ནི། མི་ཤི་ཡས་དེ་ལ། དངོས་གནས་བྱས་ན་ནམ་རྒྱུན་འགྲོ་སྟངས་རེ་བྱས་ན་སྔོན་ལ་རྒས་ཨ་ནི་དེ་ནས་ཤི་གི་ཡོག་རེད་པ་སྤྱི་སྟངས་འདྲ་བོ་བྱས་པ་ཡིན་ན་ཡང་ངེས་པ་ཡོག་མ་རེད་པ། འོང་སྤྱི་སྟངས་འདྲ་བོ་བྱས་ན་རྒས་ནས་ཤི་རྒས་ཨ་ནི་དེའི་རྗེས་ལ་ཨ་ནི་ཤི་ནས་རྒས་འགོག་ཆ་ནས་ཤི་གི་རེད་མ་གཏོགས་མཆན་མང་གས་དངོས་གནས་སྤྱི་སྟངས་སྤྱི་དང་འགྲོ་སྟངས་རེད་ཅེས་འདིར་རོ་དང་ཡིན་ན་ཡང་ངེས་པ་ཡོད་མ་རེད། འགའ་ཤས་རྒས་ནས་ཤི་བར་འགའ་ཤས་མ་རྒས་པའི་སྔོན་ནས་ཤི་བར་རེད་དེ་ཡིན་དུས་ཀ་ལ་ཤི་བ་དང་རྒས་བ་གཉིས་ལ་དགོངས་རིགས་ངེས་པ་ཡོད་མ་རེད། ངེས་པར་དུ་རྒས་ནས་ཤི་བའི་ཉེས་པ་མེད་པ་ཡིན་དུས་ཀ་ལ་རྒས་བ་དང་རྒས་པ་དང་ཤི་བ་གཉིས་པོ་དེ་ཨ་ནི་མཉམ་དུ་གྲངས་པ་ཡིན་གསུངས་བ་རེད་མཁྱེན་སོ་ཨོ་དེ་ཚད་སྤྱོད་ཡུན་པ་འགའ་ཤས་བསྟན་འགྲེལ་ད་སྤྱོད་ཡུན་པ་འགའ་ཤས་བསྟན་འགྲེལ་དེ་འགའ་ཞིག་རུ་ཁུར་གྲགས་ཞེས་གྲགས། མི་གཅིག་གིས་ཨ་ནི། མི་ཤེས་པའི་རོ་རྒྱས་པ་ཁུར་འགྲོ་ཞེས་དོགས། འགའ་བ་དེ་དང་འགའ་ཞིག་རྟེན་འབྲེལ་རེད། ད་དེ་འདྲ་བའི་འགའ་བ་འགའ་ཞིག་རྟེན་འབྲེལ་སྲིད་དུ་ག་འདྲས་ཞིག་ལ་ཟ་གི་རེད་ཟེར་ན་རྣམ་སྨིན་ཕུང་པོ་ནས་ཚོས་ནང་ཚོས་གཞན་དུ་རྒྱུ་བའི་ཆ་ལ་དགའ་བ་དང་རུས་ཐོན་དུ་བའི་ཆ་ལ་ཤི་བའི་རྟེན་འབྲེལ་དུ་ཆོག། དེ་ཡིན་དུས་ང་ཚོས་ཇི་ལྟའི་ཡོངས་གྲགས་ཀྱི་དགའ་བའི་རྟེན་འབྲེལ་ཟེར་དུས་དགའ་དུས། ག་དུས་བཞག་རེད་ཟེར་ན། འཇིག་རྟེན་ཡོངས་གྲགས་ཀྱི་དགའ་ཡོད་རྟེན་འབྲེལ་སྲིད་དུས་ག་ལ་མགོ་དཀར་བོ་ཆགས་བཟོ་བི། མགོ་དཀར་བོ་ཆགས་བི་ཉེ་བར་དུ་ཡོད་མ་རེད་གང་ལྟར་ད་ལོ་ཡར་རྒྱས་མགོ་ཆགས་ཨ་ནི། སྟོད་དུ་རྫོང་མ་ཁུ་ཁུ་རུ་ཆགས་ཅེས་བྲིས་དུས་ག་ལ་ཨ་ནི། རྒྱས་པ་ཟེར་གི་རོ་ཨ། འཇིག་རྟེན་ཡོངས་གྲགས་ལ་རྒྱས་པ། ཡིན་ན་ཡང། མདོ་བསྟན་བཅོས་ཀྱི་ནང་ལུགས་ལ་བྱུང་བལྟས་བི་གི་རྒྱས་པ་ཟེར་ཏེ་དེ་འདྲའི་གནས་མགོ་ཆགས་དགོས་ཀྱི་ཡོད་མ་རེད། རྣམ་སྨིན་གྱི་སྐྱེ་བ་སྔ་མའི་རྣམ་སྨིན་རྣམས་བི་གི་ཕུང་པོ་དེ་ཨ་ནི། འགྱུར་བ་འགྲོ་སོང་ན། ད་སྐྱེས་པའི་སྐྱེ་འཆི་གཉིས་པ་ལ་འགྱུར་བ་དྲུག་རོ། འགྱུར་བ་སྐྱེ་འཆི་གཉིས་པ་དག་རང་དང་འགའ་འི་རྟེན་འབྲེལ་ཆགས་ས་རེད་ད། འོ་དེ་འགའ་བ་དྲུག་འི་རེད། ད་དེ་ནས་དག་ན་ཤིང་གི་ཤི་འི་རྟེན་འབྲེལ་ཟེར་དེ་ན་ནམ་རྒྱུན་ང་ཚོས་འཇིག་རྟེན་ཡོངས་གྲགས་ཀྱི་ཤི་འོ་ཟེར་དེ་སྔ་ལོ་མིའི་དབུགས་ཆད་ནས་ཤི་འོ་དེ་ལ་ཟིག་འོ་རེད་ཡིན་ན་ཡང་མདོ་བསྟན་བཅོས་ཀྱི་ནང་ལོ་ལ་གྲགས་དེ་བས་ཀྱི་ཤི་འོ་ཟེར་དེ་དབུགས་ཆད་ནས་དབུགས་ཆད་འི་ཤི་འོ་ལ་དབུགས་ཆད་བ་དགུག་འི་འོ་མ་རེད་ཁོ་རང་གི་སྔ་མན་གྱི། རྣམ་སྨིན་གྱི་རུས་མཐུན་པ་དེ་དོར་ནས་རུས་མཐུན་དེ་དོར་བའི་སྐོབས་ལ་ཤི་བ་ཟེར་གྱི་རེད་དེ་ཡིན་དུས་ག་ལ་རྣམ་སྨིན་གྱི་ཕུང་པོའི་གི་ནང་ཚོས་གཞན་དུ་གྱུར་བ་དེ་ལ་ག་འོ་རུས་མཐུན་དོར་བའི་རྣམ་སྨིན་གྱི་ཕུང་པོའི་གི་རུས་མཐུན་དོར་བའི་ཆ་དེ་ལ་ཤི་བའི་བསྟན་དོར་དུ་འཇོག་གི་རེད་མཁྱེན་སོ་འོ་ཨ་དེ་འགའ་ཤས་དེ་འདྲའི་ཟེར་ཅི་འོ་དེ་འདྲའི་ཟེར་རེད་ད་དངོས་གནས་བྱས་ན་ད་དེ་ད་ལྟའི་དེ་རྟེན་འབྲེལ་བཅུ་ཡིན་གྱི་རིམ་པ་ཞིག་འདུག་བ་རྟེན་འབྲེལ་བཅུ་ཡིན་གྱི་རིམ་པ་དེ། བདག་འདྲའི་འདི་ན་ལ་ཤོན་པ་དེ་མདོ་ལས་བྱུང་བའི་རིམ་པ་དང་མཐུན་པ་རེད་ད་སྙན་ན་བ་ཚོ་ལ། ང་ཚོའི། མི་གཅིག་སྐྱེ་བ་ལམ་པའི་སྐོབས་ལ་ཨ་ནི་མི་ལས་མི་གཅིག་ཨ་ནི་མི་ནས་སྐྱེས་ནས་ད། འདི་འདྲ་ཟེར་ནས་སྐྱེ་བ་ལམ་པའི་སྐོར་ལ་རྟེན་འབྲེལ་ཡན་ལག་བཅུ་ཡིན་རྒྱུད་ནས་ལས་དང་བྱ་བ་རོ་འོ་དེ་ངས་དེ་ལྟར་བང་རིས་དེ་མ་ཞུ། སྐྱེས་པའི་རིམ་པའི་དབང་པོ་མ་རེད་འདི་མདོ་ལས་བཤད་པའི་རིམ་པའི་དབང་དུ་བྱས་ནས་བཅུ་གཅིག་བཅུ་གཉིས་སོ་དེའི་རེད་ད་ང་ཚོ། དེ་ཅི་ཅི་ཞུས་པ་ཡིན་དྲན་ཡང་དེ་དེ་ཚེ་ན་བ་ཚོ་ཅི་བྱས་ན། ཨ་ཅེ་ཅང་འདི་ཆགས་ཡོད་ཀྱི་རེད་ག་སོ་བ་རེད་གསལ་པོ་ཆགས་ཡོད་ཀྱི་མ་རེད་དེ་ཡིན་དུས་ཀ་ལ་ངས་ཡང་བརྒྱ་ཆའི་ཞོགས་ཡིན་ན་པ་ཚོ་ཐུགས་སྣང་ཡོད་ངའི་ཆེད་གཏིང་བཟོ་བོའི་ཐོག་ལ་ཅིག་ཐུགས་སྣང་ཡག་པོ་ཆེ་གསན་བཞེས་བྱེད་ངེས་ཡིན་པ་ན་འདི་གསལ་གལ་ཆེན་པོ་རེད་དེ་ཡིན་དུས་ངས་ཁ་སང་ཞུས་པ་ནང་བཞིན་བྱས་ནས་ཨ་ནི།

འདི་གལ་ཆེན་པོ་ཤོས་ཤིག་རེད། ཁ་སང་ཞིའུ་ན་ཤིས་ཚེ་དཔེ་བཀོལ་བས་དེ་དོན་གོ་བའི་ཆེད་དུ་རེད་མ་གཏོགས་དཔེ་འདི་གའི་དོན་དེ་མཚོན་གི་རེད་ཟེར་ལོ་བས་ཀའི་གོ་བ་གྲུག་ཡོད་བ་མ་རེད། འོ་དེ་ཡིན་དུས་ག་ལ་ད་ངས་དེ་ད་ལྟའི་དེ་ནས་མ་རིམ་པ་བཅུ་གཉིས་ཅེས་དང་པོ་རིམ་པ་བཅུ་གཉིས་བཤད་དེ་ནས་མ་སྤྱི་དོན་མདོ་ལས་བྱུང་བའི་གའི་རྟེན་འབྲེལ་གྱི་བསྟན་འགྲོའི་མདོ་འགྲེལ་དང་དེ་འདྲའི་ནང་ལ་མ་མདོ་ནས་བྱུང་བའི་གའི་རིམ་པ་དེ་མཐུན་པ་རེད་མཁྱེན་སོང་བ་མདོ་ནས་འདི་འདྲས་གསུངས་པ་རེད། ད་དངོས་གནས་ཕ་སྐྱེས་དུས་ག་ལ་ག་འདྲས་ཟེར་ནས་སྐྱེས་གི་ཡོད་རེད་ཟེར་ན་རྣ་བ་ཚོ་ཟེར་ཡ་ད་སྐྱེ་བ་གསུམ་ཡིན་ད། མི་གཅིག། སྐྱེ་བ་སྔ་མའི་གི་མི་ཅི། སྐྱེ་བ་སྔ་མའི་གི་མི་ཅི་བྱ། དེ་ནས་སྐྱེ་བ་སྔ་མའི་མི་དེ། ཤི་འཕོས་ནས་ད་ལྟའི་སྐྱེ་བ་འདི་ལ་སྣང། དེ་ནས་སྐྱེ་བ་ད་ལྟའི་སྐྱེ་བ་འདི་ལ་ནས་ཡང་བསྐྱར་སྐྱེ་བ་ཕྱི་མ་མི་ཅི་ལ་སྣང་ངེས་ཅི་བྱའོ་དེ་འདྲའི་ཟིན་ནས་སྐྱེ་བ་གསུམ། མི་གཅིག་པ་ཡིན་གྱི་ག་ས་སྐྱེ་བ་རྒྱུ་རྒྱུད་གཅིག་པ་ཡིན་གྱི་སྐྱེ་བ་གསུམ་ཚེ་གསུམ་ཟེར་གི་རང་བཟོ་རྣམས་ཀྱིའོ་དེའི་དབང་དུ་བྱས་ནས་ཞུགས་ཡིན་ད་ད་དང་པོ། ཚེ་གཟུང་དབང་དུ་བྱས་པ་ཡིན་ན་ད་ཚེ་སྔ་མ་དེ་ལ་བརྟེན་ནས་ཡན་ལག་བཅུ་ཡོད་ན་ནི་འདི་གསུམ་འགྲུབ་པ་རེད་མ་རིག་པས་ཀུན་ནས་བསླངས་ཏེ་ཚེ་སྔ་མའི་རྟེན་ལ་ཨ་ནི་མི་ལས་སྐྱེ་བ་འཕེན་བྱེད་ཀྱི་ལས་བྱེད་ཁ་སང་མ་རིག་པས་ཀུན་ནས་བསླངས་མ་རིག་པའི་རྟེན་འབྲེལ་དེ་འཁྲུགས། དེ་ནས་མ་རིག་པའི་རྟེན་འབྲེལ་དེ་ཀུན་ནས་བསླངས་ནས་ཨ་ནི་མི་ལས་སྐྱེ་བ་འཕེན་བྱེད་ཀྱི་ལས་བྱེད་ས་དེ་འདྲ་བའི་མིའི་སྐྱེ་བ་ཕན་ཆད་ཀྱི་ལས་དེ་ལ་འདུ་བྱེད་ཀྱི་རྟེན་འབྲེལ་ཟེར་ཞིང་གཉིས་པ་དེའི་ཕྱིར་དེ་འདྲ་བའི་མི་རིགས་སྐྱེ་བ་ཕན་ཆད་ཀྱི་ལས་ཀྱི་ནུས་པ་དེ་ཡིད་ཀྱི་རྣམ་ཤེས་ཀྱི་རྟེན་དུ་བཞག་གོ། དེ་འདྲ་བའི་ལས་ཀྱི་བག་ཆགས་འགོད་མ་ཐག་པའི་མི་རིགས་སྐྱེ་བ་ཕན་ཆད་ཀྱི་ལས་ཀྱི་བག་ཆགས་བཞག་མ་ཐག་པའི་རྣམ་ཤེས་དེ་ལ་རྣམ་ཤེས་ཀྱི་རྟེན་འབྲེལ་ཟེར་ད་འདི་སྐྱེ་བ་གསུམ་གྱི་ཡོད་ན་སྐྱེ་བ་དང་པོ་དེའི་གནས་སྒོ་ཟོག་དེ་གའི་དེ་དྲུག་རེད་ད་དེ་གའི་ཤ་ཤ་ད། ད་དེ་ནས་སྐྱེ་བ་གཉིས་པ་དེ་ལ། རོ། ད་སྐྱེ་བ་སྔ་མ་འདི་བྱས་ད་སྐྱེ་བ་ད་ལྟའི་སྐྱེ་བ་འདི་ལ་ཨང་གར་གྲུག་གོ་རེད་དེ་ནས་མགོ་བཙུག་གོ་རེད་ཟེར་ན་ད། འདི་ནས་མགོ་བཙུག་གོ་རེད་ད་ནག་པོ་ཚོ་དེ་རིང་སྲིད་ཤོ། ད་རྟེན་འབྲེལ་བརྒྱད་པ་ནས་མགོ་བཙུག་གོ་རེད་ད། ད་ད་ལྟའི་སྐྱེ་བ་འདི་ནས་ཨ་ནི། ཨན། སྐྱེ་བོ་བར་མ་དེ་ལ་ག་རེ་བྱེད་དགོས་རེད་ཟེར་རོ་ད་སྔ་མ་སྐྱེ་བོ་ཕན་ཆད་ལས་ཀྱི་བཤད་པས་མི་འདི་སྐྱེ་བོ་ཕན་ཆད་སྐྱེ་བོ་མིའི་འདི་སྐྱེ་བོ་ཕན་ཆད་ལས་ཀྱི་བཤད་པའི་བག་ཆགས་གཞོལ་རོགས་བག་ཆགས་དེ་ལ་ཨན། ཚེ་འདི་ལ་ཨན། བག་ཆགས་ཀྱི་ནུས་པ་དེ་སྐྱེ་བ་ཕྱི་མ་མི་ལ་ཡ་སྐྱེ་ཡས་ཀྱི་ནུས་པ་དེ་ཡ་མཐུ་ཅན་དུ་བཏགས་ནས་སྐྱེ་བ་དྲུག་ག་ས་དྲུག་རུང་དུ་བཏགས་ནས་སྐྱེ་བོ་དེ་ཡ་དཔེ་ཚིག་གི་དྲུག་ཏུ་རུང་བ་ཁོ་ལ་རྐྱེན་འདྲ་བ་ཅིག་སྤྲད་ནས་དེ་ཕྱིན་ང་ཚོས་ཞུ་བ་ནི་ཞིང་ཁའི་ཚོས་ནི་མ་སོང་ནས་ས་བོན་ཅིག་གཏོར་བཞག་བས་ན་ས་བོན་དེ་དག་མྱུ་གུ་སྐྱེ་ཡས་ཆེད་དུ་ཆུ་འདྲ་བོ་སྐྱོ་ལུད་འདྲ་བོ་སྐྱོ་དེ་འདྲའི་བྱས་པ་དེ་ནི་སྐྱིད་རུང་ཙམ་དུ་བྱས་པ་རེད་དེ་ལ་རྒྱལ་བ་སྲིད་པའི་རྟེན་འབྲེལ་དེའི་ཆ། དེ་ནས་དགུ་པ་ལེན་པའི་རྟེན་འབྲེལ་ངོས་བཟུང་ནས་སྐྱིད་རུང་ཙམ་བྱས་པ་མུ་མཐུད་ནས་ད་ཆུ་སྐྱོ་དེ་ཕྱིན་ནས་ཕ་བས་ཕ་སྐྱེ་ཡས་ཀྱི་ནུས་པ་བས་ཆུ་ཆེན་པོ་ཕྱིན་ནས་ད་ཕ་བས་སྐྱེ་བ་ལ་མངོན་དུ་ཕྱོགས་པ་འདྲ་བོ་བྱས་དེ་འདྲའི་ཆེད་གསོ་བའི་གནས་འགོག་གི་འདོད་ཆགས་དེ་ལ་དགུ་པ་ལེན་པའི་རྟེན་འབྲེལ་བྱས། དེ་ནས་བཅུ་བ། ཟེར་བས་དེ་འདྲས་ད་དེ་ནས་ཀྱེ་ཆོས་ཕྱོགས་ཅན་ནས་ད་དེ་འདྲས་ཀྱི་ནུས་པ་དེ་ཀྱེ་ཆོས་ཕྱོགས་ཅན་བཟོད་བྱེད་བྱེད་པའི་སྐོབས་ལ་ཨ་ནི། བཅུ་བ་སྲིད་པའི་ལྟེམ་འདྲས་ད་དེ་སྲིད་དུས་ག་ལ་དེ་སྐད་ཅེ་མང་ཆེ་བ་ཨ་ནི། ཀྱོ་ག་སོགས་ར་ཐ་མ་ང་ཚོས་མ་ཤི་ག་ལྷ་མོའི་གནས་སྐོབས་སུ་ད་དངོས་སུ་མ་ཤི་ཆེ་དེའི་གནས་སྐོབས་ཀྱི་ཕྱི་ག་ལྷ་མོའི་གནས་སྐོབས་སུ་ཡོང་དེ་གོ་རེ་རོ་བ་འདོད་ཚོ། བཅུ་བ་སྲིད་པའི་ལྟེམ་འདྲས་སོ་དེ་འདྲས་ད་དཔེ་དེ་ཀྱོ་ཕྱི་མ་དེ་དྲུག་ཆོས་ཕྱོགས་ཅན་ཉོན་ཡང་བྱེད་པར་རོ་བ་དེ་འདྲས་ཟེར་བཅུ་བ་སྲིད་པའི་ལྟེམ་འདྲས་དེའི་ཆད། འོ་དེ་དེ་ཡིན་དུས་ག་ལ་ད་སྐྱེ་བ་བར་མ་དེ་ལ་གར་ཆགས་སོང་ཨེ། བརྒྱད་པ་དགུ་བ་བཅུ་བ་གསུམ་པོ་དེ་ཨ་ནི་ཚེ་ད་ལྟ་ལ་ཚེ་གཉིས་པ་དེ་ལ་དྲུག། ད་དེ་ནས་ཚེ་གསུམ་པ་དེ་ལ་གར་དྲུག་འོ་རེད། ལས་ཀྱི་བག་ཆགས་དེ་བཞག་ནས་ཨ་ནི་ད། ཀྱེ་ཆོས་མཆོག་འདི་དང་འདི་སྟེ། བཅུ་པོ་སྲིད་པའི་རྟེན་འབྲེལ་ཆགས་སོ། ད་དེ་ནས། ད་སྐྱེ་བ་ཕྱི་མ་དངོས་སུ་སྐྱེ་སྟེ། བཅུ་གཅིག་པའི་རྟེན་འབྲེལ་དེ་ནས་སྐྱེ་དགོས་རེད། རོ་བ་སྐྱེ་བའི་རྟེན་འབྲེལ་སྲིད་དོ། འོ་ད་སྐྱེ་བ་ཕྱི་མ་དེ་ལ་དངོས་སུ་སྐྱེ། རེད་ད། མེ། ཕོ་མོ་གཉིས་ཉིད་མཚམས་བྱ་བའི་གནས་སྐབས་སུ། ཕོ་བོ་དང་མོ་གཉིས་ཉིད་མཚམས་བྱ་ནས། ཕོ་མོ་ལུས་འབྲེལ་བྱས་ནས། ཕོ་མོ་གཉིས་ཀྱིས་ཨིན་འདི་བྱོ་རོག་ཁང་དཀར་མང་མཉམ་དུ་འདུས་པ་བྱོ་རོག་འདུས་པ་དེ་ལ་ཨིན་རྣམ་ཤེས་ཞུ་བདེ་བ་རེད། ཨོ་རྣམ་ཤེས་ཞུ་བ་དེ་ལ་བཅུ་བ་སྲིད་པའི་རྟེན་འབྲེལ་རྣམ་ཤེས་ཞུ་བ་རེད། ད་བཅུ་བ་སྲིད་པའི་རྟེན་འབྲེལ་རྣམ་ཤེས་ཞུ་ནས་ཨིན་ད་བཅུ་གཅིག་པ་རྣམ་ཤེས་ཞུ་ནས་ཨིན་དེ་ནས་ཡང་བརྒྱ་ཡར་འགྲོ་གི་རེད། རྣམ་ཤེས་ཞུ་བ་དེ་བཅུ་གཅིག་ཆ་དེ་ནས་ཨིན་འདི་ནས་ད་དེ་ནས་ཨིན་དེ་ནས་ཨིན་རྣམ་ཤེས་ཞུ་བའི་རྗེས་ལ་ཨིན

འོ་དེ་འདྲས་ཟེར་རིན་པ་ཆེ་འདི་སྐད་ཅེས་སྐྱེ་བ་ཕྱི་མའི་གདན་ལ་གྲུབ་བར་མཁྱེན་སོ། འོ་དེ་འདྲས་ཟེར་རེད་ད་དེ་འདྲའི་ཡན་ལག་བཅུ་གཉིས་འདི་ཨ་ནི་ཚེ་གཅིག་ལ་གྲུབ་པའི་རིན་པའོ་ཡང་ཚེ་གཉིས་ལ་གྲུབ་ཡང་ཡོད་རེད་ཟེར་བ་རེད་ཚོད་ལྟོས་ལ། མ་རིག་པའི་ཀུན་ནས་སྣང་སྟེ་ལས་བསགས་ལས་མ་རིག་པའི་རྟེན་འབྲེལ་དེ་གྲུབ་དེ་ནས་ལས་བསགས་པའི་གནས་ཀུན་སུ་འདུ་བྱེད་ཀྱི་རྟེན་འབྲེལ་གྲུབ་དོ་དེ་ནས་ལས་དེ་ཡིག་རྣམ་ཤེས་རྟེན་དུ་བཞག་པའི་གནས་ཀུན་སུ་རྣམ་ཤེས་ཀྱི་རྟེན་འབྲེལ་དེ་གྲུབ་དེ་ནས་ཚེ་སྨད་ལ། མི་དེ་གི་ཚེ་སྨྲས་དེ་ལ། ཨ་ནི། ད་འདི་རྟེན་འབྲེལ་ཕྱི་མ་གསུམ་དེ་དྲུག། བརྒྱད་པ་སྲིད་བོའི་རྟེན་འབྲེལ་དགུ་པ་ལིམ་པའི་རྟེན་འབྲེལ་བཅུ་གཅིག་པ་སྐྱེ་བོའི་རྟེན་འབྲེལ་གསུམ་པོ་དེ་ཚེ་སྨྲས་དེ་ལ་དྲུག། དེ་ནས་ཚེ་གཉིས་པ་དེ་ལ། ཚེ་དང་པོ་དེ་ལ་དྲུག་དྲུག་སོ། ཨན་ཚེ་གཉིས་པ་དེ་ལ་དྲུག་ཆ་རེ། ཨན་ཁྱོད་འདོམས་པའི་གི་རྟེན་འབྲེལ་ཡན་ལ་བཅུ་གཉིས་ཆེ། ཚེ་སྙིང་ན་ལོ་ལ་ཨན་རྫོགས་པ་དྲུག་ཡོད་རེད། ཚེ་གསུམ་ན་ལོ་ལ་ཨན་རྫོགས་པ་དྲུག་ཡོད་རེད་ད་རིང་ད་ཚེ་གསུམ་རེད། ཉུང་ད་ཚེ་སྙིང་ན་ལོ་ལ་རྫོགས་པ་དྲུག་རེད། འོ་དེ་འདྲས་སེ་རེད་ལགས་སོ་འོན་དེ་ཡན་ཆད་དེ་ད་རྟེན་འབྲེལ་ཡན་ལག་ཅུང་ཡིན་གི་མཐར་ཆགས་ཀྱི་འཁོར་ལོ་ཐ་མལ་གྱི་རྟེན་འབྲེལ་ཡན་ལག་ཅུང་ཡིན་དེ་ཞུས་ཟིན་པ་བྱས་ད་རྗེས་མར་ང་ཚོས་ཕལ་ཆེར་སེར་པོ་འཁོར་ལོའི་གི་ཕལ་ཆེར་སེར་པོ་འཁོར་ལོ་དག་གི་དང་འབྲེལ་བའི་གི་ད་ཕལ་ཆེར་ངོ་སྤྲོད་དེ་རྒྱས་ཤིག་རྒྱས་པར་འགྲོ་བྱས་དེ་ཞུས་ཟིན་པ་བྱས་ད་ཕལ་ཆེར་རྗེས་མར་དེའི་ནང་ལོགས་ལ་ཨ་ནི་སེར་པོ་འཁོར་ལོའི་གི་ཕྱི་རོལ་གི་དང་དེ་དེ་གཉིས་དུ་ཨ་ནི་འགོག་ལམ་གཉིས་མཚོན་པའི་གི་ཨ་ནི་སྟོན་པའི་སྐུ